དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཕྱི་ཟླ་བཞི་བའི་ཚེས་པ་བཅོ་ལྔ་རེད་ད་དེ་རིང་ངས་བརྙན་འདི་བཟོ་དགོས་པ་གི་རྒྱུ་མཚན་འདྲ་བོ་དེ། ད་ཉི་མ་ཁ་ཤས་ཅིག་གི་རྗེས་ལ་སྤྱི་འཐུས་ཀྱི་དངོས་གཞིའི་འོས་བསྡུ་དེ་ཡོང་གི་ཡོད་རེད་ཚེས་པ་ཉི་ཤུ་དྲུག་ལ། དེ་ནས་དེའི་འོས་བསྡུ་གི་ད་འོས་མི་ལ་ལོག་བརྙན་གང་ཟག་དེ་འདྲ་གི། གང་ཟག་དེའི་ཡང་གཅིག་བུ་རོང་བཙན་གྱི་ཚོ་པ་སྒྲིག་འཛུགས་ཆེ་ཧ་དེ་འདྲི་གི་མགོ་ལ་མགོ་ཁྲིད་བྱེད་བྱེད་ནས་ཡར་ཡོང་ཉེན་ཀྱི་ད་མི་དེ་འདྲི་གི་སོ་སོའི་ལོ་བཅུ་ཕྲག་ཁ་ཤས་གོང་ལ་སྐད་ཆ་ག་རེ་ཤེས་བཞག་པ་དང་རྩ་དོན་ལོངས་ཕྱོགས་ག་རེ་གི་ཐོག་ནས་དེ་ནས་སོ་སོ་སྤྱི་ཚོགས་ནང་ལོག་ལ་ཤེས་རྟོགས་བྱུང་བ་དེ་སོགས་ཡོངས་རྫོགས་དྲན་པ་བརྗེད་བྱེད་ནས་ད་དེ་སོགས་ལ་རྐང་རྗེས་ལག་གསོབ་གི་བཟོ་འདྲ་བོ་བྱེད་བྱེད་ནས་དེ་ནས་རང་བཙན་ལ་ཁ་གདོང་གཏོང་ཡག་དང་ད་དེ་ནས། ཨོ་མིན་ལགས་ཀྱི་ཆེད་དུ་སོག་ཡིན་ན་བློས་གཏོང་བྱེད་ཐུབ་དགོས་ལ་ཡག་གི་ད་ཧམ་པ་སྐྱག་རྫུན་བཤད་དེ་ཡག་དེ་སོག་ལ་ད་སྤྱི་ཡོངས་ནས་ཆེ་དྲན་སྐོར་དང་སྤྱི་ཚོགས་ལ་གོ་རྟོགས་བྱེད་ཡོང་ཡག་གི་ཆེད་དུ་ངས་སྐད་ཆ་འདི་བཟོ་གི་ཞུ་གི་ཡོད་དེ་ནས་ངས་བརྙན་འདི་བཟོ་དགོས་ཡག་འདི་གང་ཟག་བྱེ་བྲག་པ་ལ་ཆེ་གི་མ་དགའ་བ་གིས་ཁོང་སེམས་ཀྱི་ཐོག་ནས་ཞུ་གི་མེད་དེ་འདྲ་དགོས་ཡག་རྒྱུ་མཚན་གང་ཡང་མེད་དེ་མེད་དུས་ཚོར་བ་མིང་པོ་བྱེད་དགོས་ཡག་གི་རྒྱུ་མཚན་གལ་མེད་མིང་པོ་ཞུ་གི་མེད། ཡིན་ན་ཁོ་སྤྱི་ཚོགས་མཆོང་ཡོང་ལ་ད་འདི་ནི་གནས་སྟངས་འདྲ་བོ་དེ་ཞུས་བཞག་བ་ཡིན་ན་སྤྱི་ཚོགས་མཆོང་ཡོང་ལ་དོགས་སློང་དང་གོ་རྟོགས་བཅས་ཡོང་ཡ་དེ་གལ་ཆེན་པོ་མཐོང་སོང་རྒྱུ་མཚན་ག་རེ་བྱས་ལབ་ན། ང་ཚོ་གི་རྩ་སྟོང་འཐབ་རྩོམ་འདི་ལ་གྲུབ་འབྲས་ཅིག་དགོས་ཀྱི་ཡོད་ན་བོད་པ་མི་ཚང་མ་གི་རྩ་སྟོང་འཐབ་རྩོད་གི་ལས་འགན་འདྲ་བོ་དེ་ཁྱི་བྱས་ནས་རྡོག་རྩ་གཅིག་སྒྲིལ་བྱས་བ་ཡིན་ན་དེ་ནི་ང་ཚོ་ཐུང་མོང་གི་རྩ་སྟོང་འཐབ་རྩོད་དེ་ལ་རྒྱལ་ཁ་ཡོང་ཡ་ཅིག་ཆགས་ཀྱི་ཡོད་རེད་མ་གཏོགས། མི་ཉུང་ཤས་བཅས་ཀྱིས་དེ་ནི་རྩ་སྟོང་འཐབ་ཚོགས་ཀྱི་ཐོག་ལ་ལས་ཀ་བྱེད་མང་སྟེ་ལྷོད་ལྷོད་བྱས་ནས་སོ་སོའི་མི་ཚེ་སྐྱེལ་སྟངས་རང་གི་ཐོག་ལ་དེ་ནི་བདེ་བྱ་བ་ཡིན་ན་ད་རྩ་སྟོང་འཐབ་ཚོགས་ལ་ཀོ་བརྒྱར་ཁ་འདྲ་བོ་བྱས་སོང་ཡ་མེད་པ་དེ་ང་ཚོ་འདས་པའི་ལོ་རྒྱུས་ཀྱི་ར་འཕྲོད་བྱེད་ཀྱི་ཡོད་རེད། ད་ལྟ་བར་དུ་ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལ་རྩ་སྟོང་འཐབ་ཚོགས་ལ་མི་ག་ས་གའི་འགན་ཁུར་ཡོད་མེད་ལ་མ་ལྟོས་པར་མ་འོངས་པར་དངོས་གནས་ཀྱི་ང་རང་ཚོ་སོ་སོའི་ཕྲག་སྟེང་གི་འགན་འཁྲི་དེ་སྒྲུབ་དགོས་ཀྱི་ཡོད་ན། མ་འོངས་པའི་བོད་ཀྱི་བུ་རབས་ཚ་རྒྱུད་ལ་མདུན་ལམ་ཅིག་དགོས་ཀྱི་ཡོད་ན་ད་ང་ཚོ་ཚང་མ་གི་རྩ་དོན་འཐབ་རྩོད་ཀྱི་འགན་དེ་འཁུར་གྱི་ནས་དེ་ནས་རྩ་དོན་འཐབ་རྩོད་དེ་ལ་གྲུབ་འབྲས་ཡོང་དགོས་དེ་ད་ཆགས་ཀྱི་ཡོད་རེད་དེ་བྱེད་དུས་ང་ཚོ་ཚང་མ་ལ་སྤྱི་ཡོངས་ནས་རྩ་སྟོང་འཐབ་ཚོགས་ཀྱི་གདམ་ག་དང་གོ་རྟོགས་དེ་ཡག་པོ་གཅིག་དགོས་ཡ་ཤི་རྟོགས་རོགས་དེ་ཡག་པོ་དགོས་ཡ། དེ་ནི་འོས་བསྡུ་དང་འདི་འབྲེལ་གྱི་བརྒྱུད་རན་ནོར་ལོག་ལ་ང་ཚོ་གི་ཡར་འདེམས་སྒོ་འབྱེད་ཡག་གི་རྩ་སྟོང་གི་འགོ་ཁྲིད་འདྲ་བོ་དེ་ལ་ཆ་རྐྱེན་དང་སྤུས་ཚད་འདྲ་བོ་དེ་གང་འདྲ་གཅིག་དགོས་ཡ། དེ་སོགས་ཤི་བིའི་ཐོག་ནས་འོས་བསྡུ་གཅིག་བླུགས་ཡ་ལ་ནི་མི་དེ་ཡག་པོ་ངོ་ཤི་དགོས་ཡ་དེ་གལ་ཆེན་པོ་ཞེ་བོ་ཆགས་ཀྱི་ཡོད་རེད། མི་དེ་དེ་རིང་འོས་ཤོག་ལ་ལོ་ཡུང་ཡུལ་ལོངས་ཡོང་བའི་སྐབས་ཀྱི་སྐད་ཆ་གཅིག་པོ་ལ་ཡིད་ཆེས་བྱེད་ཡག་གི་གནས་སྟངས་ཆགས་ཀྱི་ཡོད་མ་རེད་མོད། དེ་གའི་སྤྱི་ཚོགས་ནང་ལོགས་ལ་ལོ་ཉི་ཤུ་སུམ་ཅུ་མ་མཐའ་ཡང་རྩ་དོན་དང་སྤྱི་ཚོགས་དང་འབྲེལ་བའི་གི་ལས་ཀ་ག་རེ་བྱས་འདུག་ལས་ཀ་བྱེད་པའི་སྐབས་ཀྱི་ལྟ་བ་ལངས་ཕྱོགས་མི་གཞི་ཀུན་སྤྱོད་སྐད་ཆ་གི་གནད་འགག་ག་རེ་བཤད་འདུག་དེའི་རིན་ཐང་དང་ཅིག་ལམ་ཁ་འདྲ་བོ་དེ་ལ་ཁོ་རང་མུ་མཐུད་ནས་ཡོང་འདུག་ཡོང་མི་འདུག་དེ་སོགས་ལ་དབྱེ་ཞིབ་བྱེད་དགོས་ཏེ་ཏཱ་ཧ་ལེ་བི་ཀས་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་བྱེད་དུས། ད་དེ་འབྲེལ་གྱི་དབྱེ་ཞིབ་འདྲ་བོ་དེ་བསྟན་རིན་པོ་ཆེས་མ་ཐོབ་དུས། དེའི་གོམས་གཤིས་འདྲ་བོ་དེ་མེད་དུས། ནི། གང་ཟག་བྱེ་བྲག་པ་དེ་འདྲས་དུས་ཚོད་ཐུང་ཐུང་ནང་ལོགས་ལ་རྩ་སྟོང། འཐབ་རྩོད་ཀྱི་སྡིངས་ཆ་དང་འུད་བསྟོད་ཀྱི་སྡིངས་ཆ་དེ་འདྲ་གི་ཐོག་ལ། དེ་ནི་ཁ་སྙན་པོ་དང་གཏམ་འདྲ་ཆགས་པོ་བཤད་བྱས་ནས་དེ་ནི་སྤྱི་ཚོགས། དགོས་མཁོ་ར་བོ་ཆེ་ཐེབས་བྱས་ནས་འུད་ལོག་བཞག་པ་ཡིན་ན། ད་ལྟའི་བའི་གློག་བརྙན་གྱི་ནང་འཕྲུལ་ཆགས་བསྡད་ཀྱི་ཡོད་རེད། སྤྱིར་བཏང་ངས་དེ་རིང་ཞུ་དགོས་ས་གི་སྐད་ཆ་གི་ནང་དོན་འདྲ་བོ་འདི་དང་འབྲེལ་བའི་གི་གང་ཟག་དེ་ཚོ། སྔོན་མ་ལོ་བཅུ་ཕྲག་ཁ་ཤས་ཀྱི་གོང་ལ། ང་རང་འདྲ་བོ་ཡིན་ན་དེ་ཚོ་གི་གཏམ་ལ་ཡིད་ཆེས་བྱེད་སྣང་བ་འགྲོ་རྒྱབ་སྐྱོར་གུས་བཀུར་བྱེད་མྱོང། རྒྱུ་མཚན་ག་རེ་བྱས་ལབ་ན། ལོ་བཅུ་ཕྲག་ཁ་ཤས་ཀྱི་སྔོན་ལ་ཁོང་ཚོ་རང་བཙན་གྱི་ཚོགས་པ་སྒྲིག་འཛུགས་རྩ་ཆེན་པོ་དེ་འགྲིག་གི་འགོ་ཁྲིད་བྱེད་པའི་སྐབས་ལ། ང་ཚོ་བོད་མི་རིགས་ལ་རྩོད་ཡག་དང་སྒྲུབ་ཡག་གཅིག་མ་གཏོགས་མེད་པ་དེ་བོད་རང་བཙན་ཡིན་པ། དེའི་ཆེད་དུ་ང་ཚོ་གིས་ག་རེ་བློས་གཏོང་བྱས་པ་ཡིན་ན་བྱེད་རིན་ཡོད་བ་བྱེད་དགོས་ཀྱི་ཡོད་བ། དེའི་ཆེད་དུ་ཉེས་རྟགས་ཡིན་ན་གཟིགས་དགོས་ཀྱི་ཡོད་བ། དེ་འདྲའི་གི་སྐད་ཆ་བཤད་བྱས་ནས་སྐད་ཆ་དེ་ཚོ་ལ་ང་རང་འགྲོ་བའི་ནང་གུས་བཀུར་ཡིད་ཆེས་བྱས་མྱོང། ཡིན་ན་ལས་རྟགས་ཁ་ཚོན་དེ་རིང་ཉིས་སྟོང་བཅུ་གསུམ་དབྱིན་ཡུང་གི་རྗེས་ནས་མ་རིམ་པས་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་དུས་འདྲ་བོ་ལོག་བྱས་ནས་རང་བཙན་འཐབ་རྩོད་ཀྱི་ཐོག་ལ་རིག་གནས་གསར་རྗེན་འདྲ་བོ་བྱེད་བྱས་ནས་རང་བཙན་འཐབ་རྩོད་དེ་ནག་ཉེན་ཅིག་ལ་བརྩི། རང་བཙན་བཤད་ཉེན་དེ་སོ་རང་བཙན་ཁ་ལ་འཁྱེར་ཉེན་རེད་རྒྱ་བ་རིན་པོ་ཆེ་ལ་མི་བརྩི་ཉེན་རེད་ལབ་ཡིག་གི་བརྒྱུད་རིམ་གྱི་ནང་ལོགས་ནི། དེ་ནི་ད་རང་བཙན་ལ་ཡ་དེ་སྤྱི་ཚོགས་ཀྱི་ངོས་ལེན་འདྲ་བོ་ཅིག་མི་འདུག་བསམ་ཡོང་དུས་ད་མི་དེ་སུས་བྲེལ་དེ་གས་ཚོར་རང་བཙན་ལ་ཁ་གཏོང་གཏོང་བྱེད་ནི། དེ་ནི་ང་དབུ་མའི་ལམ་ཡིན་པ་དང་དབུ་མའི་ལམ་གྱི་ཆེད་དུ་ངས་ག་རེ་ཡིན་ན་བྱེད་ཐུབ་གི་ཡོད་བ། ད་དེ་འདྲ་ཞིག་ཡོང་གི་ཡོད་རེད་མི་དེ་སུས་བྲེལ་དེ་གས། ངས་ཤོད་དེ་ཡ་གི་གང་ཟག་དེ་སོགས་ཀྱིས་སྔོན་མ་ལོ་བཅུ་ཕྲག་ཁ་ཤས་ཀྱི་སྔོན་ལ་ག་རེ་བཤད་གི་ཡོད་རེད་ཟེར་ན། བོད་མི་རིགས་དང་བོད་པ་མི་རེ་རེ་གས་ངན་པར་དུ་སྒྲོབ་དགོས་ཡ་གཅིག་ཡོད་བ་དེ་བོད་རང་བཙན་སླར་གསོ་ཡིན་པ། བོད་ལ་དེ་ལས་ལྷག་པའི་གདམ་ག་དང་མདུན་ལམ་མེད་བ། དེའི་ཆེད་དུ་ཉལ་ཐག་ཟེར་དགོས་ཀྱི་ཡོད་ན་ཟེར་རན་ཡོད་བ། མིང་རྗེས་ཁྱི་དགོས་ཀྱི་ཡོད་ན་ཁྱི་རན་ཡོད་བ། དེ་འདྲའི་གི་སྐད་ཆ་བཤད་བྱེད་ནས་ཡོང་བ་དེ་ལྟར་དྲན་པ་བརྗེད་ནས་ད་ལྟའི་ཆ་ལ་རང་བཙན་ཁ་ལ་ཁེན་ཉེན་ལབ་བྱེད་ནས་རང་བཙན་གྱི་ཐོག་ལ་ཚོར་ཁ་གདོང་གཏོང་ཡོང་ཡག། རང་བཙན་གྱི་ཕྱོགས་ལ་ཁ་གདོང་གཏོང་བ་དང་མཉམ་དུ་སོ་སོ་ལ་རྒྱབ་སྐྱོར་བྱེད་དགོས་ཡག་གི་རག་ཡག་གི་ཆེད་དུ་ནི་ཆོག་གཅིག་ནི། དེ་ནས་རང་བཙན་དང་ཨོ་མ་པ་རོ་ལ་འགར་ཟླ་ཡོད་མ་རེད་དེ་གཉིས་མཉམ་དུ་འགྲོ་ཐུབ་ཡག་གི་གནས་སྟངས་ཡོད་རེད་ལབ་ཀྱི་ནས་ཧམ་པ་བཤད་ཡ། དེ་ནས་ཡུལ་མིའི་ལམ་གྱི་ཆེད་དུ་སྲོག་གཏོང་དགོས་ཀྱི་ཡོད་ན་སྲོག་གཏོང་ཡག་གི་གྲ་རེ་ཡོད་ལབ་ཡ། ད་དེ་འདྲ་གི་སྐད་ཆ་བཤད་ཉན་གི་མི་དེ་ཚོ་ད་སྤྱི་འཐུས་ཀྱི་འོས་གཞི་གི་ནང་ལ་སླེབས་དེ་ཡོད་རེད་ད་དེ་ཆ་ལ། ད་སྤྱིར་བཏང་ནས་ཨོ་མ་དང་རང་བཙན་གཉིས་དེ་བོད་ལ་ཕན་ཡག་བཅས་ཀྱི་ཆེད་དུ་ཡིན་པ་དེ་ངས་ངོས་ལེན་བྱེད་ཀྱི་ཡོད། ཡིན་ནའང་ཨོ་མ་དང་རང་བཙན་གཉིས་གཅིག་པ་རེད་ཟེར་ལབ་ཀྱི་ཡོད་ན། དེ་སྐད་ཆ་དེ་ལྕགས་རྫུན་རང་ཆགས་ཀྱི་ཡོད་རེད་རྩ་བ་ཉིད་ནས་གཅིག་པ་ཆགས་ཀྱི་ཡོད་མ་རེད། ཨོ་མིའི་ལམ་དང་རང་བཙན་དཔའ་སློབ་ལ་འགལ་ཟླ་ཡོད་མ་རེད་དེ་གཉིས་གཅིག་པ་རེད་ཟེར་གསུང་གི་ཡོད་ན། དེ་སྐད་ཆ་དེ་ཧམ་པ་དང་ལྕགས་རྫུན་རང་རེད་མ་གཏོགས་བདེན་པ་མ་རེད། ངས་དེ་ཐག་ཆོད་པོའི་ཐོག་ནས་ཞུ་གི་ཡོད། དེ་གཉིས་གཅིག་པ་མ་ཡིན་པའི་སྒྲུབ་བྱེད། ལོ་གཅིག་ལ་མུ་མཐུད་ཤེས་དགོས་ཀྱི་ཡིན་ན་བཤད་ཡ་ཡོད་བདེ་བིག་གི་གནས་ལུགས་རྒྱུ་མཚན་ཡོད་རེད། ཡིན་ན་ལས་སྟབས་བདེ་བོ་གི་ཐོག་ནས་བཤད་བ་ཡིན་ན་ཨོམ་ཡིན་ལམ་དང་རང་བཙན་གཉིས་གཅིག་པ་མིན་བིག་གི་གནས་ལུགས་དེ་སྟབས་བདེ་བོ་གཅིག་གི་ཐོག་ནས་ངོ་སྤྲོད་བྱས་བ་ཡིན་ན། བོད་རང་བཙན། འཐབ་རྩོད་བྱེད་ཡག་གི་དམིགས་ཡུལ་དེ་བོད་རྒྱལ་ཁབ་དེ་བོད་མི་རང་ཉིད་ལ་དགོས་ཀྱི་ཡོད། མ་འོངས་པའི་བོད་ཀྱི་འཛུགས་སྐྲུན་མཛེས་ལྗོངས་ཡོངས་རྫོགས་ང་ཚོ་བོད་པ་རང་གིས་བྱེད་ཀྱི་ཡིན་ལབ་ཀྱིན་བོད་རྒྱལ་ཁབ་སླར་གསོ་བྱེད་ཡག་གི་དམིགས་ཡུལ་གྱིས་བཟུང་གི་ཡོད་རེད། ཨོ་མིའི་ལམ་ལབ་ཡག་དེ་གིས་ག་རེ་བཙོག་གི་ཡོད་རེད་ཟེར་ན། རྒྱ་ནག་གི་རྩ་འགྲེམས་ཀྱི་འོག་ནས་རང་སྲིད་རང་སྐྱོང་གི་མེང་བཏགས་ཀྱི་ཡོད་ན་འདྲ་ཨ་མིའི་ལམ་གྱི་མེང་བཏགས་ཀྱི་ཡོད་ན་མདོར་བསྡུས་ན། མ་འོངས་པ་བོད་དེ་རྒྱ་མིའི་འོག་ལ་བསྡད་ཀྱི་ཡིན་མ་འོངས་པ་བོད་དེ་རྒྱ་མིའི་ཆ་ཤས་བཟོ་ཡག་གི་འདོད་པ་ཡོད་ལབ་ཀྱི་ནི། མདོར་བསྡུས་ན་མ་འོངས་པའི་བོད་དེ་རྒྱ་མིའི་རྩ་འགྲན་གྱི་འོག་ལ་འཛུལ་གྱི་ཡིན་ལབ་དགོས་རེད། ད་དེ་གཉིས་ཀྱི་ཁྱད་པར་དེ་གནམ་ས་ནང་བཞིན་དང། ནམ་ཉིན་མཚན་ནོར་ཅན་གྱི་དཀར་ནག་གི་ཁྱད་པར་ཡུལ་དེ་རིགས་ཀྱི་གནས་སྟངས་ཀྱིས་རེད་མ་གཏོགས་དེ་གཉིས་མགར་བ་མེ་བ་དང་ཁྱད་པར་མེད་རེད་ལ་ཡ་དེ་སོ་སོ་སོ་ལ་སྤྱི་ཚོགས་ཀྱི་ཕྱོགས་གཉིས་ཀ་ནས་རྒྱབ་སྐྱོར་རོགས་ཡག་གི་ཆེད་དུ་ཁ་མཁས་པོ་དང་འདྲ་ཆགས་པོ་གི་སྐྱག་རྫུན་རང་རེད་མ་གཏོགས་དེ་བདེན་པ་དང་གནས་ལུགས་ཡོད་བིག་གི་སྐད་ཆ་གཅིག་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་དེ་མི་མང་གི་ཧ་གོ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་རེད། སྤྱིར་བཏང་ང་ཚོ་རྩ་དོན་འཐབ་རྩོད་ཀྱི་བརྒྱུད་རིམ་གྱི་ནང་ལོགས་ལ་དབུ་མ་དང་རང་བཙན་གྱི་རྩོད་པ་འདི་དགོས་ཡ་གྱི་རེད་པ་ཟེར་ན་དགོས་ཡ་མ་རེད། ཡིན་ན་ལ་ང་རང་ཚོ་ལ་རྩོད་པ་དེ་བྱུང་ཚར་བ་རེད། ལངས་ཕྱོགས་མ་འདྲ་བ་གཉིས་བྱུང་ཚར་དུས་རྩོད་པ་ཡོང་ཡ་ཡིན་པ་དེ་ཆོས་ཉིད་རེད། དེ་འདྲ་ཡིན་དུས་བརྩམས་པ་ལ་དབུ་མ་དང་རང་བཙན་བར་རོ་ལ་ཁྱད་པར་ཡོད་རེད་པ་ཟེར་ན་གནམ་ས་ནང་བཞིན་གྱི་ཁྱད་པར། ཉིན་མཚན་དང་དཀར་ནག་གོས་རྡོ་བའི་ཁྱད་པར་དང་འགལ་བ་ཡོད་བ་གི་གནད་དོན་གྱི་རེད་མ་གཏོགས་དེ་གཉིས་བར་རོ་ལ་ཁྱད་པར་ཡོད་མ་རེད་ལ་ཡ་དེ། མི་བཤད་ཉན་སུས་བཤད་གི་ཡོད་ན་འདྲ་བཤད་སྟངས་ག་འདྲ་བྱས་ནས་བཤད་གི་ཡོད་བ་ཡིན་ན་ལས་འདི་འབའ་ཆགས་གི་ཡོད་མ་རེད་དེ་ཞུ་གི་ཡོད། མགོ་ཁྲིད་བཅས་ཀྱི་ཆ་རྐྱེན་གྱི་གཞི་རིམ་གྱི་ཆ་རྐྱེན་དེ་ག་རེ་ལས་ལབ་ན་གཏམ་འདི་འབའ་ཤེས་ཕོ་ཉས་འདི་འབའ་ལ་བརྩི་བསྲུང་བྱེད་ཉེན་གྱི་དགོས་ཡ་དེ་མགོ་ཁྲིད་ཀྱི་མ་མཐིལ་ཆ་རྐྱེན་ཆགས་གི་ཡོད་རེད། འགོ་ཁྲིད་སོ་སོ་ལ། ཤེས་བྱ་ཡོན་ཏན་གྱི་ཆ་ནས་མི་ཡི་འབྱུང་ཐོག་གི་ཆ་ནས་ཁྱད་པར་ཡོད་ཆོག་གི་རེད་དེ། འགོ་ཁྲིད་ལ་ངན་པར་དུ་དགོས་ཡ་དང་ཐུན་མོང་ལ་མཚོན་དགོས་ཡ་འགོ་ཁྲིད་ཀྱི་ཆ་རྐྱེན་དེ་ག་རེ་རེད་ལབ་ན། བདུན་པ་ལ་བརྩི་བཀུར་བྱེད་ཡ་གི་མི་གཞི་གཅིག་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད། དེ་ལ་བརྩི་བཀུར་བྱེད་མ་ཐུབ་དུས། མི་སྦྱིན་མཁན་གྱི་ཡིན་ཚར་བའི་གཞུག་ལ་འགོ་ཁྲིད་ཀྱི་ཆ་རྐྱེན་ཚོང་གི་ཡོད་མ་རེད་ཁ་མཁས་པོ་གང་འདྲས་ཡོད་ན་འདྲ་སློབ་སྦྱོང་གི་གནས་ཚད་གང་འདྲས་ཀྱི་མཐོན་པོ་ཡོད་ན་འདྲ་ལམ་ཁྱེར་ག་སེ་མང་པོ་ཁེ་ཡ་ཡོད་བ་ཡིན་ན་ལས་སྤྱི་ཚོགས་ཀྱི་འགོ་ཁྲིད་ཡ་གི་ཆ་རྐྱེན་ཚོང་གི་ཡོད་མ་རེད། དེ་མི་མང་གི་ཤི་དགོས་ཡ་དེ་ཧ་ལས་བས་ཀྱི་གལ་ཆེན་པོ་རེད། འགོ་ཁྲིད་བཅས་ཆབ་སྲིད་ཀྱི་འགོ་ཁྲིད་ཉིན་ཡིན་ན་འདྲ་སྤྱི་ཚོགས་ལ་ལམ་སྟོན་སློབ་གསོ་བྱས་ནས་སྣེ་ཁྲིད་བྱེད་ཉིན་ཡིན་པ་ཡིན་ན་འདྲ་དེ་ཚང་མ་ལ་མཐོ་མང་དུ་མཚོན་དགོས་པའི་གི་ཆ་རྐྱེན་དེ་བདེན་པ་ཤེས་ཐུབ་ཉིན་བདེན་པ་བརྩི་སྲུང་བྱེད་ཐུབ་ཉིན་བདེན་པ་ལ་བརྩི་སྲུང་བྱེད་ཡག་སྲུང་སྐྱོབ་བྱེད་ཡག་གི་མི་གཞི་གཅིག་དགོས་ཡག། དེ་འགོ་ཁྲིད་ཀྱི་ཐུན་མོང་མ་ཡིན་པའི་ཆ་རྐྱེན་ཆགས་ཀྱི་ཡོད་རེད། དེ་འགོ་ཁྲིད་ཀྱི་ཐུན་མོང་མ་ཡིན་པའི་ཆ་རྐྱེན་ཡིན་པ་དེ་ང་ཚོ་འགྲོ་བ་མི་གི་པར་ཡོངས་དང་ཤེས་རིག་དར་བིས་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་གནའ་བོའི་ཀྱི་དོན་ནི་དེའི་རིག་གཞུང་དེ་ཡོད་བསྡད་བིས་ཀྱི་གནད་དོན་གྱི་རིགས་མ་གཏོགས་དེའི་རིག་གཞུང་དེ་ཁར་ཚོང་དེ་རིང་འདི་པ་ལ་བརྩི་སྲུང་བྱེད་ཡག་གི་རིག་གཞུང་དང་ཆ་རྐྱེན་དེ་གསར་དུ་བྱུང་རྒྱུ་གྱི་ཆགས་ཀྱི་ཡོད་མ་རེད། རྒྱུ་མཚན་ག་རེ་གྱིས་ནི་རི་ལམ་ན་འགྲོ་བ་མིག་གི་ཤེས་རིག་གི་ལོ་རྒྱུས་ཀྱི་ནང་ལོགས་ལ་དེ་རིང་ནས་ཡར་བརྩིས་ནས་ལོ་ཉིས་སྟོང་གི་གོང་ལ་ཡར་རྒྱས་བཤད་རྒྱ་བ་ཡིན་ན་ལོ་ཉིས་སྟོང་བཞི་བརྒྱ་ལྷག་གི་གོང་ལ། བདུན་པ་དེ་མགོ་ཁྲིད་ཅིག་ཡིན་ན་འདྲ་ལམ་སྟོན་པ་ཅིག་ཡིན་ན་འདྲ་གང་ལྟར་སྤྱི་ཚོགས་སྣེ་འཁྲིད་ཉིན་དང་སྤྱི་ཚོགས་ཁ་ལོ་བསྒྱུར་ཉིན་བཅས་ཀྱི་མེད་དུ་མི་རུང་བའི་ཆ་རྐྱེན་དེ་བདུན་པ་ལ་བརྩི་སྲུང་བྱེད་ངེས་ཡིན་པ་དེ། ལོ་ཉིས་སྟོང་བཞི་བརྒྱ་ལྷག་གི་གོང་ནས་དེའི་རིག་གཞུང་དེ་གྲུབ་ཚར་བ་རེད། སྲོལ་རྒྱུན་གྱི་རིག་གཞུང་གནའ་བོའི་རིག་གཞུང་ཅིག་ཆགས་ཚར་བ་རེད། དེའི་དཔེ་མཚོན་ཡག་ཤོས་དེ་ག་རེ་རེད་ལབ་ན། སོ་ཁ་ཏྲི་ལ་ཀེ་ཏ། Greeks། གི་སློབ་དཔོན་དེ་གའི་ལོ་རྒྱུས་ནི་གསལ་པོ་ཞི་བོ་ཅིག་འགྲོ་བ་མི་ལ་ར་སྤྲོད་བྱས་ཚར་བ་རེད། ལོ་ཉིས་སྟོང་བཞི་བརྒྱ་ལྷག་གི་གོང་གི Greece། གི་སྤྱི་ཚོགས་དེ་མཐོན་པོ་ལ་ངོ་སོང་ནས་རུལ་སུངས་ཀྱི་སྤྱི་ཚོགས་ཅིག། རྫུན་དང་ངོ་སོང་གི་སྤྱི་ཚོགས་རུལ་སུངས་ཀྱི་ནོར་ལོག་ལ་ཐེམ་དེབ་ཡིག་གི་སྐབས་ལ། དེ་ནི་རླབས་ཆེན་གྱི་སྐྱེས་བུ་སོ་ཁ་ཏིས་ལ་དེ་སྦྱོང་བྱས་ནས། དེ་ནི་ཁོ་རང་གི་བདེན་པ་སྨྲ་བའི་ཁའི་བདེན་པ་ལ་དོགས་སློང་བྱས་པའི་གི་ཐོག་ནས། མི་ཡི་ཤེས་རིག་གི་དཔར་ཡོན་དང་སྤྱི་ཚོགས་ཀྱི་དགོས་མཁོ་རེ་རེ་དང་གནད་འགག་རེ་རེ་ལ་དོགས་སློང་དང་དྲི་བ་གི་ལམ་ནས་སྤྱི་ཚོགས་ལ་གོ་རྟོགས་སྤེལ་བའི་གི་བརྒྱུད་རིམ་གི་ནང་ལོགས་ནས་རྩ་འཛིན་ཨང་དང་པོ་དེ་བདུན་པ་ཤེས་ཡག་དེ་རེད། བདུན་པ་ཤེས་ཀྱི་ནས་བདུན་པ་ལ་དོགས་སློང་བྱེད་པའི་གི་ཐོག་ནས་བདུན་པ་རྣ་བའི་གི་བརྒྱུད་རིམ་གི་ནང་ལོགས་ནས་ཁོ་རང་གི་རྩ་གཅིག་སྐུ་སྲོག་བདུན་པ་གི་ཆེད་དུ་བློས་གཏོང་བ་ཆགས་གི་ཡོད་རེད། སོ་ཀར་ཏིས་ཀི་མཐའ་མ་དེ་ལ། མཐོ་རིམ་སྤྱི་ཚོགས་ཀྱི་རུལ་སུངས་དང། མཐོ་རིམ་སྤྱི་ཚོགས་ཀྱི་ངོ་སྲུང་ཁྲིད་ལས་ཀྱི་རུལ་སུངས་ཀྱི་རྫུན་སྒྲོག་དེ་ལ་ངོ་རྒོལ་བྱེད་པའི་བརྒྱུད་རིམ་ནང་ལོགས་ལ་མཐའ་མ་ཁོ་རང་ཁྲིམས་ས་ལ་བཀོག་ཅིག་ནས་ཁྲིམས་ཆད་གཏོང་ཡོང་བའི་བརྒྱུད་རིམ་གྱི་ནང་ལོགས་ལ་ཁོ་རང་ལ་གདམ་ག་ག་རེ་ཡོད་རེད་ཟེར་ན། ཁྱོད་རང་ཡང་མིན་ན་དེར་ཨང། ངས་དེ་སྔོན་སྐད་ཆ་བཤད་རྒྱུ་དེ་ཚོ་ཚང་མ། ནོར་བཞག་དགོངས་དག་ལབ་ཀྱི་ནི་ཁྱོད་རང་གིས་ང་ཚོ་ལ་ཞུ་བ་རྒྱག་བ་ཡིན་ན། ཁྱོད་རང་ང་ཚོ་གི་ཁྲིམས་ཆད་གུ་ཡངས་བྱེད་ཀྱི་རེད་དེ་མ་བགྱིས་པ་ཡིན་ན། དེ་ནི་ཁྱོད་རང་དེར་ཨང་ཁྲིམས་ས་ནི། སྲོག་ཐོག་གི་ཁྲིམས་ཆད་བཅད་ཀྱི་རེད་ལབ་ཡི་གི་སྐབས་ལ། ཁོ་རང་གིས་ཁྲིམས་ས་ལ་སྤོབས་པ་ཆེན་པོ་གི་ཐོག་ནས་འཛི་འདི་འབའ་བརྩི་བསྲུང་བྱེད་ཀྱི་ནི། དུས་ནམ་ཡང་ངས་འདི་འབའ་ཤེས་བི་གི་སྐད་ཆ་དེ་ལ། ནོར་འདུག་ལབ་ཀྱི་ནི་ངས་དགོངས་དག་ལགས་པས་མིན། བདེན་པར་གཤེ་བ་དེ་ལ་དགོངས་དག་ལགས་བ་ལས། དེ་ལ་རྒྱབ་བཤད་རྒྱག་བ་ལས། དེ་ནི་ངས་སྲོག་གཏོང་བ་དེ། ངས་སྡང་པ་ཨང་དང་པོ་འཇོག་གི་ཡིན་ལབ་ཀྱི་ནི་མཐའ་མ་དེ་ལ་ཁོ་རང་གིས་བདེན་པ་གཤེ་བ་དེ་ལ་དགོངས་དག་མ་ལགས་པ་བྱེད་ཀྱི་ནི་ཁོ་རང་གི་ཤི་བཞིན་དུ་དེ་ནི་ཁོ་རང་སོང་ཁྲིམས་ཀྱི་ཉིན་པ་དེ་དང་དུ་སློང་བྱས་ནས་བཙོན་ཁང་ལ་ཕྱིན་པ། ཁྲིམས་ཆད་བཅད་དབྱིག་གི་བརྒྱུད་རིམ་དང་སྲོག་ཐོག་གཏོང་དབྱིག་གི་བརྒྱུད་རིམ་གྱི་ནང་ལོགས་ལ་ཁོ་རང་དྲུད་ན་དྲུད་ཡག་གི་ལམ་ཁ་ཆ་ཚང་ཡོད་རེད། སྐབས་དེ་དུས་ཁོ་རང་སྙན་གྲགས་ཆེན་པོ་ཡིན་པའི་རྒྱུ་མཚན་གྱིས། ཁོ་རང་གི་སློབ་མ་ཚོ་གིས་དེ་ནི་ཁྱེད་རང་རྒྱལ་ཁབ་གཞན་དག་དང་གྲོང་ཁྱེར་གཞན་པ་ལ་དྲུད་བྱས་ནས་ཕེབས་རོགས་གྱིས་ས་ཆ་འདི་ནི་དེའི་མཐུ་རྐྱེན་དང་བྲག་རི་ཆ་ཚང་ང་ཚོ་གིས་སྦྱར་གྱི་ཡིན་བྲག་རི་ཡོད་ལབ་ཀྱི་ནི་སྲུང་ཡོལ་གྱི་སྐབས་ལ། དེ་ནི་ཁོ་རང་གིས་ག་རེ་གསུངས་ཡོད་རེད་ཟེར་ན་ཤི་ཡག་ལ་ཡག་དེ་མཇེ་དགོ་ཡག་གི་གནས་སྟངས་ཅིག་མ་རེད། མཇེ་དགོ་ཡག་དེ་ག་རེ་རེད་ལབ་ན་བདེན་པ་རྩིས་མེད་གཏོང་ཡག་དེ་མཇེ་དགོ་ཡག་གི་གནས་སྟངས་ཅིག་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་གང་དུ་ཡང་འགྲོ་གི་མིན། བདེན་པ་འདི་སྲུང་སྐྱོབ་བྱེད་ཀྱི་འདི་ངས་སྲོག་གཏོང་གི་ཡིན་ལབ་ཀྱི་ནི་མཐའ་མ་དེ་ལ་བདེན་པ་གི་ཆེད་དུ་ཁོ་རང་གི་སྐུ་སྲོག་བློས་གཏོང་བ་ཆགས་ཀྱི་ཡོད་རེད། འགྲོ་བ་མིག་གི་དཔར་ཡོང་གི་ནོར་ལོག་ལ། བདུན་པ་ལ་དེ་ག་ས་གི་རྩ་ཆེན་པོ་ཡིན་པ། མགོ་ཁྲིད་གཅིག་དང་སློབ་གསོ་བ་གཅིག་གིས། ཕྱིའི་མེད་དུ་མི་རུང་བ་དང་གཞི་རིམ་གྱི་ཆ་རྐྱེན་དེ་བདུན་པ་ལ་བརྩི་སྲུང་བྱེད་ཡ་དེ་ཆགས་བསྡད་ཡོད་པ་ཆགས་བསྡད་པ་དེ་ལོ་ཉིས་སྟོང་བཞི་བརྒྱ་གི་གོང་ནས་རླབས་ཆེན་གྱི་སྤྱིའི་བོད་གསོ་ཁ་བྲིས་ཐག་གཅོད་གནང་ཚར་བ་རེད། ད་ལྟའི་ཆ་ལ་དེ་སྲོལ་རྒྱུན་གྱི་རིག་གཞུང། གི་ནང་ལོགས་ནས་གནའ་བོའི་རིག་གཞུང་རྩ་ཆེ་ཤོས་ཀྱི་ཆགས་ཏེ་ཡོད་རེད་བདུན་པ་ལ་བརྩི་སྲུང་བྱེད་ཡག་སྟེ། འགྲོ་བ་མི་གི་པར་ཡང་དང་ཤེས་རིག་འགྱུར་བ་ཆེན་པོའི་བརྒྱུད་རིམ་ནང་ལོགས་ལ་གནའ་བོའི་གི་སྲོལ་རྒྱུན་གི་རིག་གཞུང་མང་པོ་ཞིག་བོད་ཀྱི་ཉམས་ཆག་ཕྱིན་ནས་རིག་གཞུང་ཁ་ཤས་ཀྱི་མིང་ཙམ་ཡང་ལྷག་ཡོད་མ་རེད་དེ། བདུན་པ་ལ་བརྩི་སྲུང་བྱེད་ཡག་དང། སྤྱི་ཚོགས་སྣེ་ཁྲིད་དང། སྤྱི་ཚོགས་ལ་ལེགས་བཅོས་བྱེད་མཁན་གྱི་སྐྱེས་བུ་བཅས་ཀྱིས་མེད་དུ་མི་རུང་བའི་ཆ་རྐྱེན་དེ་བདུན་པ་ལ་བརྩི་སྲུང་བྱེད་ངེས་ཡིན་པས། བདུན་པ་ལ་བརྩི་སྲུང་བྱེད་ཡག་གི་ཆ་རྐྱེན་དེ་དང། སྤུས་ཚད་དེ་ཡིན་པ་དེ་ལོ་ཉིས་སྟོང་བཞི་བརྒྱ་གི་གོང་ནས་མ་རིམ་པ་བཞིན་དུ་བྱུང་བཅིངས་ནས་ད་ལྟའི་ཆ་ལ་ཡིན་པ་ཡིན་ན་ལ་བདུན་པ་ལ་བརྩི་སྲུང་བྱེད་དགོས་ཡག་དེ་མི་གཅིག་གིས་མི་བཞི་རིན་ཐང་གི་ནང་ནས་རིན་ཐང་ཚད་མཐོ་ཤོས་དེ་ཆགས་བསྡད་ཀྱི་ཡོད་རེད། འགྲོ་བ་མི་གི་སྤྱི་ཚོགས་ཀྱི་པར་ཡོང་གི་ནང་ལོགས་ལ་བདུན་པ་གི་ཆེད་དུ་བདུན་པ་བརྩི་སྲུང་བྱས་ནས་སྲོག་གཏོང་མྱོང་གི་སྐྱེས་བུ་སོ་ཀར་ཏི་འདྲ་བོ་ཇི་ལྟ་ཇི་སྙེད་བྱུང་ཡོད་རེད། སོ་ཀར་ཏི་ལ་ཡ་དེ་ཨོང་ཨོང་ཡོད་མྱོང་གི་མི་ཅིག་མ་རེད་ལ་རྒྱུ་དང་སྤམ་རྒྱུར་ཡོད་མྱོང་གི་མི་ཅིག་ཡང་མ་རེད། ཁོ་རང་དུག་ལོག་ནམ་ཟ་དཀྱུས་མ་ཅིག་དང་ཁ་ལག་ཐབས་རྒྱག་གི་མཆོག་ཅིག་ནི་མཐའ་ན་རྐང་ལག་ལྷམ་ཙམ་ཡང་མི་ཡོད་གི་ལྟ་སྐྱེས་བུ་ཅིག་རེད་དེ། ཁོ་རང་གྲོངས་ནས་ལོ་ཉིས་སྟོང་སུམ་བརྒྱ་བཞི་བརྒྱ་ཕྱིན་པ་ཡིན་ན་ལས། ད་ལྟ་ཡང་ཁོ་རང་གི་བདུན་པ་སྲུང་སྐྱོབ་བྱེད་པའི་གི་ལོ་རྒྱུས་ཀྱི་རིན་ཐང། ཁོ་རང་གི་ལྟ་གྲུབ་དེ་མུ་མཐུད་ནས་འགྲོ་བ་མི་གི་ཤར་ནུབ་ཀྱི་པར་ཡང་གི་ནང་ལོགས་ལ་ཁོ་རང་གི་བདུན་པ་བརྩི་སྲུང་བྱེད་པ་གི་དོགས་སློང་གི་རིག་གཞུང་བདུན་པ་སྲུང་སྐྱོབ་བྱེད་པའི་གི་རིན་ཐང་གི་ལྟ་བ་དེ་འགྲོ་བ་མི་གི་པར་ཡང་གི་བཟང་ཕྱོགས་གི་པར་ཡང་ནང་ལོགས་ལ་མུ་མཐུད་ནས་ཤར་ནུབ་གང་ས་ལ་ཁྱབ་བྱས་ནས་གསོན་པོ་ལ་གནས་བསྡད་ཡོད་རེད། ད་ཁ་ཚོན་དེ་རིང་སྤྱི་མཐུན་གྱི་རྐུབ་བཀྱག་ཙམ་གྱི་ཆེད་དུ། སོ་སོ་གི་ལོ་བཅུ་བཅོ་ལྔ་གོང་གི་སྐད་ཆ་གི་བདུན་པ་དེ་ཡང་སྲུང་སྐྱོབ་བྱེད་མ་ཐུབ་ནས་དེ་དཔའ་བཙོང་བྱས་ནས་སྐད་ཆ་གསར་བ་ཅིག་ཁྱེར་ཡོང་ནས་ད་སྤྱི་མཐུན་གྱི་རྐུབ་བཀྱག་ཅིག་ཉོ་གི་ཡིན་ལབ་ཉེས་ཀྱི་མི་དེ་ཚོ། ད་མི་གཞི་རིན་ཐང་དང་མགོ་ཁྲིད་ཀྱི་སྤུས་ཚད་ཀྱི་མ་མཐིལ་གྱི་ཆ་རྐྱེན་མཚུངས་གི་ཡོད་མ་རེད། གང་ཟག་དེ་སུས་བྲིས་ཏེ་ལང་ཆེན་མཐོན་པོ་དང་ཁ་བདེ་བོ་དང་རྒྱབ་ལ་སྤོང་མང་པོ་ག་སེ་ཡོད་མིན་ལ་མ་ལྟོས་པའི་སོ་སོ་གི་རིན་ཐང་འདྲ་བོ་དེ་ལྟ་དངོས་གནས་ཀྱི་སོ་སོ་གི་རྩ་མི་སྟོང་བ་ཆགས་ཀྱི་ཡོད་རེད། དེ་ནི་སོ་ཁ་བྲིས་འདྲ་བོ་གི་སོ་ཁ་བྲིས་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་ཁོ་རང་གི་འདུན་པ་བརྩི་སྲུང་བྱེད་པའི་ཀྱི་བཀའ་སློབ་གནད་འགག་ཆེ་ཤོས་འདྲ་བོ་དེ་ག་རེ་རེད་ལབ་ན། སློབ་མ་ཚོ་གིས་ད་གིན་ལ་ཁྱོད་རང་ས་ཆ་གཞན་པ་ཅིག་ལ་ཕེབས་རོགས་གྱིས་དྲུད་འགྲོ་རོགས་གྱིས། ཞུ་བིས་ཀྱི་སྐབས་ལ་ཁོ་རང་གིས་ག་རེ་གསུངས་ཡོད་རེད་ཟེར་ན། ང་གནས་འདི་ནས་དྲུད་ཅིག་ནས་སྲོག་ཐོག་གི་ཉིན་པ་དེ་དང་ལེན་མ་བགྱིས་ནས་ང་དྲུད་ཕྱིན་པ་ཡིན་ན། ངས་ད་ལྟ་བར་དུ་འདི་འབའ་ལབ་བཞག་རྒྱུ་དང་འདི་འབའ་ལ་དོགས་སློང་བྱེད་བཞག་རྒྱུ་ཚང་མ་ང་རང་གིས་ང་རང་རྩ་མེད་གཏོང་བ་ཆགས་ཀྱི་ཡོད་རེད། དེ་བྱེད་དུས་ཙམ་པ་ངས་ནམ་ཡང། ང་བྲོས་གི་མ་རེད་ངས་བདུན་པ་སྲུང་སྐྱོབ་བྱས་ནས་ང་ཇི་སྲིད་འཚོ་ཡི་བར་དུ་ངས་བདུན་པ་སྲུང་སྐྱོབ་བྱེད་གི་རེད་ང་བདུན་པ་གི་ཆེད་དུ་དགའ་བཞིན་སྤྲོ་བཞིན་དུ་ཤི་ཡ་ལ་དང་ལེན་བྱེད་གི་རེད་ལབ་ཀྱིན་ནས་བདུན་པ་གི་ཆེད་དུ་འཆི་ཕོ་བི་གི་སྐྱེས་བུ་རླབས་ཆེན་དེ་འདྲ་བྱུང་ཡོད་རེད་ད་ང་ཚོའི་སྤྱི་ཚོགས་ཀྱི་སྤུས་ཚད་འདྲ་བོ་དེ་ག་སའི་སྐྱོ་བོ་ཡིན་པ། བདེན་པ་རྒྱ་ཆེན་པོ་དེ་སོ་ཕག་བཞག་ཞོག་སོ་སོ་གིས་ལོ་བཅུ་བཅོ་ལྔ་ཉི་ཤོ་གོང་གི་སྐད་ཆ་ཤེས་བཞག་ཞོག་གི་བདེན་པ་དེ་སོ་སོ་གིས་སྲུང་སྐྱོབ་བྱེད་ཐུབ་ཀྱི་ཡོད་མ་རེད་དེ་སོ་སོ་གིས་རྩ་མེད་གཏོང་ནག་གསོབ་གཏོང་བྱེད་ནས་རྐང་རྗེས་ལག་གསོབ་བྱེད་བྱེད་ནས་ད་ལོ་ཉི་ཤུ་སུམ་ཅུ་གི་གོང་ལ་རང་བཙན་ཤེས་ཤེས་ཤེས་རང་བཙན་མ་ཏོག་ཡོད་མ་ཡོད་མ་རེད་ལབ་ཉན་གི་མི་དེ་སོ་ད་དབུ་མའི་ལམ་གི་ཆེད་དུ་ནག་གསོ་གཏོང་གི་ལམ་ནས་སྤྱི་མཐུན་གི་རྐུབ་ལྕག་ཅིག་གི་ཆེད་དུ་རང་བཙན་དེ་ཕ་གཡུག་བྱེད་ནས་ད་ཨོ་མི་ལང་གི་ཆེད་དུ་སྲོག་གཏོང་གི་ཡིན་ལ་ཡག་གི་ཚེ་དེ་འདྲའི་བར་དུ་སླེབས་ཡག་དེ། ང་ཚོའི་སྤྱི་ཚོགས་ཀྱི་སྤུས་ཚད་བརྟན་གི་ཡོད་རེད་མི་བྱེ་རག་པ་དེ་སོགས་ཀྱི་མི་གཞི་སྤུས་ཚད་ཙམ་མ་ཡིན་པ། མི་དེ་སོགས་ཀྱི་ཁ་མར་སློག་བྱས་ནས་སྐད་ཆ་བཤད་ས་དེ་སོགས་ཀྱི་སྤུས་ཚད་ལེའོ་དང་བསམ་བློ་གྱི་སྤུས་ཚད་ལེའོ་དེ་ཡང་ཏག་སོ་སོ་སོ་སོ་ལ་དྲི་བ་ཆགས་གི་ཡོད་རེད། དངོས་གནས་ཀྱི་སྐད་ཆ་དེ་འདྲ་ཅིག་བཤེས་གཉེན་ངོ་མ་ཚ་བ་ཡིན་ན་ཉན་རྒྱུན་གྱི་ད་དུང་ཡང་མགོ་གུག་གུག་བྱས་ནས་ཉན་བསྡད་ཡ་དེ་ཡང་ངོ་ཚ་དགོས་ཡ་གི་གནས་སྟངས་ཅིག་རེད་འགྲོ་བ་མི་གི་པར་ཡོང་གི་ལོ་རྒྱུས་ཀྱི་འཕེལ་རིམ་ལ་བལྟས་པ་ཡིན་ན། འགྲོ་བ་མི་གཞན་དག་གི་སྤྱི་ཚོགས་ཀྱི་ནོར་ལོག་ལ་ལོ་ཉིས་སྟོང་བཞི་བརྒྱ་ལྔ་བརྒྱ་གི་གོང་ལ་བདུན་པ་ལ་བརྩི་སྲུང་བྱེད་ཡ་བདུན་པ་གི་དཀྱིལ་དུ་སྲོག་གཏོང་ཉེན་གྱི་སྐྱེས་བུ་དེ་འདྲ་བྱུང་ཡོད་རེད་ལོ་ཉིས་སྟོང་བཞི་བརྒྱ་ལྔ་བརྒྱ་གི་རྗེས་ལ་ང་ཚོ་ད་དུང་ཡང་མི་སྐྱག་རྫུན་བཤེས་གཉེན་ཁྲམ་པ་དེ་སོགས་ཀྱི་འོག་ལ་མགོ་གུག་གུག་བྱེད་བྱེད་ནས་དེ་ཚོ་ལ་འོས་ཤོག་བླུགས་བསྡད་པ་ཡིན་ན། ད་ང་ཚོ། ང་ཚོ་གི་གནས་ཚད་འདྲ་བོ་དང་ང་ཚོའི་གོ་རྟོགས་ཀྱི་ཚད་གཞི་འདྲ་བོ་དེ་ད་ག་བ་ཅིག་ལ་སླེབས་ས་རེད་ང་ཚོའི་འཐབ་རྩོད་དེ་ག་འདྲི་གྱིས་ནས་དེའི་ལས་འགན་འདྲ་བོ་དེ་བསྒྲུབ་ས་རེད་དེ་ཚོ་ཚང་མ་དྲི་བ་ཆགས་ཀྱི་ཡོད་རེད། ལོ་ཉི་ཤུ་སུམ་ཅུ་གི་གོང་ལ་བོད་རང་བཙན་གྱི་བདེན་དོན་སྤོབས་པ་ཆེན་པོ་གི་ཐོག་ནས་ཤེས་བཞག་རྒྱུགས་ཀྱི་བདེན་པ་དེ་དེའི་བདེན་པ་དེ་གི་ཆེད་དུ་དངོས་གནས་ཀྱི་སྲོག་གཏོང་ན་གཏོང་ཡག་གི་རིན་ཐང་ཡོད་འདོད་པའི་གི་གནད་དོན་གྱི་རེད། ལོ་ཉི་ཤུ་སུམ་ཅུ་གི་གོང་ལ་བོད་རང་བཙན་གྱི་བདེན་དོན་སྤོབས་པ་ཆེན་པོ་གི་ཤེས་ཀྱི་སྡིངས་ཆ་ཆེན་པོ་ནི་ཁ་མར་བསློགས་ནས་སྤྱི་ཚོགས་ལ་ད་རྒྱུས་ལོང་འདྲ་བོ་ཆགས་དེ་ཉིན་གྱི་མི་དེ་ཚོ་ད་ག་ཚོང་དེ་རིང་དབུ་མའི་ལམ་གྱི་ཆེད་དུ་ངས་སྲོག་གཏོང་ཡག་གི་ད་ཆོས་སེམས་ཡོད། ཨོ་མི་ལང་གི་ཆེད་དུ་སྲོག་གཏོང་གི་ཡིན་ཟེར་རག་པའི་ཡོད་ད། དངོས་གནས་ཀྱི་གད་མོ་ཤོར་རག་གི་སྐད་ཆ་རེད། མི་སོ་སོ་རང་ཉིད་ཀྱི་དྲན་ཤེས་དེ་དེ་འདྲ་ཅིག་མ་གཏོགས་སྐྱོ་བོ་མེད་པ་ཡིན་ན་ལས། ལོ་ཉི་ཤུའི་གོང་ལ་སོ་སོས་ག་རེ་ཤེས་ཡོད་བ་དེ་དེ་རིང་དྲན་པ་བརྗེད་ཀྱི་ནས་དེའི་ལྡོག་ཕྱོགས་ལ་དེའི་ཁ་བརྟད་ཀྱི་ལྟ་གྲུབ་ཅིག་གི་ཆེད་དུ་སྲོག་གཏོང་གི་ཡིན་ཟེར་རག་པའི་ཡོད་ན། སོ་སོའི་སོ་སོ་ལ་དྲན་གཤིས་དེ་མ་གཏོགས་མེད་པ་དང། སྤྱི་ཚོགས་ཀྱི་གཞི་རིམ་གྱི་ནང་ལོགས་ལ་དྲན་གཤིས་སྐྱོ་བོ་དེ་འདྲ་ཅིག་མ་གཏོགས་མེད་པ་ཡིན་ན་ལས་ལོ་རྒྱུས་ཀྱི་དྲན་གཤིས་དེ་དེ་འདྲ་སྐྱོ་བོ་ཡོད་མ་རེད། ལྷག་པར་དུ་ཁ་ཚོན་དེ་རིང་དྲ་བ་གི་དུས་རབས་རེད་སོ་ཤལ་མི་རི་ཡ་གི་དེའི་ལོ་རྒྱུས་དེ་ལོ་བཅོ་ལྔ་ཉི་ཤུ་གི་ལོ་རྒྱུས་དེ་ད་ལྟ་ཡང་མུ་མཐུད་ནས་ཉར་དུ་ཡོད་རེད། སྤྱི་ཚོགས་དྲ་ལམ་གི་རིང་གཟུགས་ཀྱི་ནང་ལོགས་ལ་བསྡད་ཡོད་རེད་དེ་གསོབ་ནས་གསོབ་ཐུབ་ཡག་གི་གནད་དོན་ཡོད་མ་རེད། དྲང་པོ་བཤད་པ་ཡིན་ད་ང་ཚོ་མི་ཚང་མ་ལ་སྐྱོན་དང་ཞན་ཆ་ལ་ཅིག་ཡོད་རེད་དེ་རིང་ངའི་སྐད་ཆ་བཤད་པའི་སྐབས་ལ་ང་ང་རང་ལ་སྐྱོན་དང་ཞན་ཆ་མང་པོ་ཅིག་ཡོད་པ་ངས་ངོས་ལེན་བྱེད་ཀྱི་ཡོད་ཡིན་པ་ཡིན་ན་ལས་གཞི་གཞན་དུ་སོ་སོ་གི་སྐད་ཆ་ལ་སོ་སོའི་ནག་སོབ་གཏོང་བསྡད་པ་ཡིན་ན། རྐུབ་བཀྱག་ཙམ་ཞིག་གི་ཆེད་དུ་སྤྱི་མཐུན་གྱི་རྐུབ་བཀྱག་ཙམ་ཞིག་གི་ཆེད་དུ། སོ་སོའི་ལོ་བཅོ་ལྔ་ཉི་ཤུ་གོང་གི་གཏམ་བདུན་པ་ཞིག་བཞག་རྒྱུ་དེ་དེ་རིང་གཏམ་རྫུན་པ་བཅས་ཀྱི་ནག་སོབ་གཏོང་ཕོག་གི་ཡོད་ན། མི་གཞི་ཀུན་ཅུང་ཤེས་ཚ་བསྡད་ཡོད་མ་རེད། སྤྱིར་བཏང་བྱེད་ཨ་ཡིན་ན་ད་ལྟའི་སྐབས་ལ་མི་དེ་ཚོ་མིང་པོ་བྱེད་དགོས་ཨ་གི་གནས་སྟངས་རེད་དེ་ད་ཡིན་ན་ལས། མི་ཡིན་མིང་པོ་བྱེད་ལ་ཡ་དེ། སྤྱི་ཚོགས་ལ་ཕོག་ཐུག་འགྲོ་ཡ་མི་གཅིག་ལ་ཕོག་ཐུག་འགྲོ་བ་ཙམ་མ་ཡིན་པ། དེའི་བུ་ཕྲུག་ནང་མི་མང་པོ་གཅིག་ལ་ཕོག་ཐུག་འགྲོ་གི་ཡོད་དུས་ད་ང་རང་གི་རྒྱུན་རིང་པོ་ནས་ག་སེ་ཐུབ་ཐོབ་ཀི་མི་ཡིན་མིང་པོ་བྱེད་ཀྱི་ནས་མི་ལ་ཐེར་འདོན་བྱེད་ཡ་དེ་བྱིན་མ་དགོས་ཡ་གི་འབད་བརྩོན་བྱེད་ཀི་ཡོད་དེ་བྱིན་ནས་ངས་མིང་པོ་བྱེད་ཀི་མེད་མི་དེ་ཚོ་ལ་ཡ། བུ་ཕྲུག་དང། བཟའ་ཚང་ནང་མི་ཡོད་པའི་རྒྱུ་མཚན་གྱིས་མིང་པོ་བྱེད་ཀྱི་མེད། ཡིན་ནའི་བརྒྱ་ཆ་བརྒྱ་ནི་ཀྱང་ངའི་སྐད་ཆ་དེ་གང་ཟག་དེ་གས་ཧ་གོ་ཡ་དང་ཉན་ཡ་ཡིན་པ་དེ་ངས་བརྒྱ་ཆ་བརྒྱ་ཡིད་ཆེས་ཡོད་རྒྱུ་མཚན་ག་རེ་བྱེད་ལབ་ན། ཁོ་རང་གི་སྐད་ཆ་བཤད་བཞག་རྒྱུ་དེ་ཚོ་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོ་གིས་གཅིག་རྗེས་གཉིས་མཐུད་ལ་ང་ལ་བཏང་སླེབས་སོང། མི་གཅིག་མ་རེད་གཉིས་མ་རེད་མི་མང་པོ་གིས་བཏང་སླེབས་སོང། བཏང་མཁན་དེ་ཚོ་གིས་ཅི་བྱས་ན་བསམ་གྱི་ཡོད་སྲིད་གི་རེད། ང་རང་བཙན་ཡིན་པའི་རྒྱུ་མཚན་གྱིས། རང་བཙན་གྱི་ལྟ་བ་ལོངས་ཕྱོགས་དངོས་མ་གཅིག་པ་ཡིན་པའི་རྒྱུ་མཚན་གྱིས། ངས་ཁོ་རང་ལ་རྒྱབ་སྐྱོར་ཡོད་རེད་བསམ་གྱི་ཡོད་སྲིད་ཀྱི་རེད། འོན་ལྷག་པར་དུ་ཁོ་རང་གི་དབུ་མ་དང་རང་བཙན་པ་རབས་ལ་དགའ་རྟགས་ཡོད་མ་རེད་ལས་ཀ་མཉམ་དུ་བྱེད་ཐུབ་ཡ་ཡོད་རེད་ལབ་ནས་སྐྱག་རྫུན་བཤད་བཞག་དུས་དེ་སོགས་ཡིན་གྱི་རེད་བསམ་གྱིན་ང་ལ་གཏོང་གི་ཡོད་ཀྱི་རེད་དེ། ངའི་གང་ཟག་དེ་འདྲ་བོ་ལ་གུས་བཀུར་མེད་ད་ལྟའི་ཆ་ལ་སྔོན་མ་གུས་བཀུར་ཞུས་མྱོང། རྒྱབ་སྐྱོར་ཞུས་མྱོང། ད་ལྟ་རྩ་བ་ནས་མེད། རྩ་བ་ནས་མེད་པ་ཡིན་ན་ལ་ངས་མིང་པོ་ཞུ་གི་མེད་མིང་པོ་མ་བཞོག་གི་རྒྱུ་མཚན་དེ་དེ་རེད་ད་གི་གོང་ལ་ཞུས་བ་དེ་ཡིན། ཡིན་ན་ལ་སྤྱི་ཚོགས་ཀྱི་མི་དེ་འདྲས་ཀྱི་གྲས་དེ་ཧ་གོ་དགོས་བ་དེ་གལ་ཆེན་པོ་ཞིག་རེད། དེ་རིང་ང་ཚོ་གི་སྤྱི་འཐུས་བདམས་པའི་སྐབས་ཙམ་མ་ཡིན་པ་ཚོགས་པ་སྒྲིག་འཛུགས་ཀྱི་སྤྱི་འཐུས་བདམས་འགོ་ཁྲིད་གདམ་གི་ཡོད་ན་འདྲ། མ་འོངས་པའི་སྲིད་སྐྱོང་དང་སྤྱི་འཐུས་གདམ་གི་ཡོད་ན་འདྲ། བོད་རིགས་སྤྱི་འཐུས་ཚོགས་པ་ཁག་གི་རྒྱུན་ལས་གདམ་གི་ཡོད་ན་འདྲ། མི་དེ་གས་མ་མཐིལ་ལོ་བཅོ་ལྔ་ཉི་ཤུ་གོང་གི་ལོ་རྒྱུས་ལ་ཞིབ་འཇུག་བྱས་པའི་ཐོག་ནས། ལོ་བཅོ་ལྔ་ཉི་ཤུ་བརྒྱུད་རིམ་ནང་ལོགས་ལ་ཁོ་རང་གི་རྩ་དོན་ལོངས་ཕྱོགས་འགན་འཁི་སྟངས་ག་འདྲ་རེད་བཞག་བོད་པའི་རྒྱ་རྒྱན་གང་འདྲ་རེད་བཞག། དེ་སོགས་ཀྱིས་མུ་མཐུད་ནས་རྒྱུན་འཁྱོངས་ཉིན་གྱི་རིང་དུ་ག་དུས་ཡིན་ནའང་འགྱུར་བ་འགྲོ་དེ་ཉིད་ནང་འགར་བྱེད་དེ་ཉིད་སྐབས་འཚོལ་རིང་ལུགས་པ་གྱི་རིང་དུ་དེ་སོགས་ལྟ་དགོས་པ་དེ་ཧ་ལས་པའི་གལ་ཆེན་པོ་རེད། ང་ཚོ་གི་འོས་བསྡུ་གི་བརྒྱུད་རིམ་ནང་ལོགས་ལ་དེ་འབྲེལ་གྱི་དབྱེ་ཞིབ་ཅིག་གི་འདང་གི་མི་བའི་རྒྱུ་མཚན་གྱིས་ལྟ་འདེམས་དགོས་ཡག་གི་འགོ་ཁྲིད་ཀྱིས་དེ་སོགས་འོས་མ་ཐོབ་ཡག་དང་དེ་ནི་ང་ཚོ་སྤྱི་ཚོགས་ལ་འདི་འདྲའི་ཁྲམ་པ་ནང་བཞིན་མགོ་བསྐོར་དེ་ཉིད་དེ་སོགས་དེ་འོས་ཤོག་གི་ནང་ལོགས་ལ་ཡར་ཡོང་ཡང་འདི་སོགས་འོས་ཤོག་བླུག་ཉེན་གྱི་མི་མང་གི་གོ་རྟོགས་འདང་གི་མེད་པའི་གི་རྒྱུ་མཚན་གྱིས་ད་ང་རང་ཚོ་ལ་འོས་ལྡུག་གི་བརྒྱུད་རིམ་རྩ་ཆེན་པོ་གི་ནང་ལོགས་ནས་བོད་གི་འཐབ་རྩོད་ལ་དགོས་མཁོ་ཡོད་པའི་གི་འགོ་ཁྲིད་འདེམས་ཐུབ་གི་མེད་པ་དེ་ང་ཚོ་མི་སྒེར་རེ་རེ་གི་གོ་རྟོགས་མ་འདང་བའི་གི་སྐྱོང་ཆགས་བསྡད་གི་ཡོད་རེད། དེ་བྱེད་དུས་རྩམ་པ་ལ། ངས་དེ་རིང་བརྙན་བཟོ་བ་འདིས་གནད་དོན་འདི་ཚོ་དང་འབྲེལ་བའི་ཐོག་ནས་གོ་རྟོགས་ཅིག་ཡོང་ཡ། དེ་རིང་སྤྱི་མཐུན་གྱི་འོས་བསྡུ་ཙམ་མ་ཡིན་པ་སྤྱི་ཡོངས་ནས་སྤྱི་ཚོགས་ལ་ཅིག་ལྟ་སྟངས་དང་དོགས་སློང་བྱེད་སྟངས་དེ་དགོས་ཀྱི་ཡོད། དེའི་རྒྱུ་མཚན་བཅས་ཀྱི་ཐོག་ནས་ཞུ་བསྡད་ཀྱི་ཡོད་རེད། ད་སྤྱིར་བཏང་ངས་ཞུ་བ་ནང་བཞིན་བོད་རང་བཙན་ལ་ཡ་དེ། ང་དེ་ལ་དགའ་བོ་ཡོད་ལབ་ཡག་དང། ང་དེ་ལ་འདོད་པ་ཡོད་ལབ་ཡག་གི་གནད་དོན་གཅིག་ཆགས་ཀྱི་ཡོད་མ་རེད། བོད་རང་བཙན་ལབ་ཡག་དེ་ང་རང་ཚོ་འདོད་ཀྱི་ཡོད་ན་འདྲ་འདོད་ཀྱི་མེད་ན་འདྲ། དེ་ང་རང་ཚོ་གི། རྒྱལ་བོ་རྒྱབ་ཡག་གི་ཐོབ་ཐང་དེ་ང་ཚོ་ལ་ཡོད་མ་རེད་དེ་མ་ཡིན་པའི་སྡང་པ་ཅིག་ལ་ང་ཚོ་བོད་ཀྱི་སྡང་པ་བྱེད་ཡག་གི་ཐོབ་ཐང་དེ་བོད་པ་སུ་གང་ལ་ཡང་ཡོད་མ་རེད་དེ་མེད་པའི་གི་རྒྱུ་མཚན་ག་རེ་བྱེད་རེད་ལབ་ན། བོད་རང་བཙན་ལབ་ཡག་དེ། མདང་གསུམ་ཆགས་པའི་གི་བ་མོ་མ་རེད། སྲིད་པ་ཆགས་པའི་གོང་རྒན་གྱི་རེད། དེ་ག་འདྲ་གྱི་རེད་ལབ་ན། བོད་རང་བཙན་ལ་ཡ་དེ། སྤྲ་དང་སྤྲེའུ་གི་མི་རྒྱུད་ནས་མར་བྱུང་བའི་གི་ཁ་གོང་ཅན་པའི་གི་བོ་མི་བོ་རྡུང་དཀྲུག་ནས་མ་མཆེད་པའི་གི། ང་ཚོའི་བོད་བཙན་པོའི་གི་རྒྱལ་རབས་བརྩི་བ་ཡིན་ན་བོད་གི་རྒྱལ་བོ་གཉའ་ཁྲི་བཙན་པོ་ནས་སྲོང་བཙན་སྒམ་པོ་ཁྲི་སྲོང་ལྡེ་བཙན། ལ་སོགས་པའི་གི་བོད་ཀྱི་བཙན་པོ་གོང་མ་ཚོ་གི་བོད་རྒྱལ་ཁབ་འདི་འཛུགས་སྐྲུན་བྱེད་བཞག་བ། དེ་འཛུགས་སྐྲུན་བྱེད་པའི་གི་བརྒྱུད་རན་ནོ་ལོ་ལ་སྲོང་བཙན་སྒམ་པོ་དང་ཁྲི་སྲོང་ལྡེ་བཙན་གི་སྐབས་ལ་གླིང་ཆེན་ཨེ་ཤེ་ཡ་གི་ས་ཆེན་གི་ཐོག་ལ་སྟོབས་ཆེན་རྒྱལ་ཁབ་ཨང་དང་པོ་དེ་བཙན་རྒྱལ་བཙན་བདག་ཨང་དང་པོ་དེ་ང་ཚོ་བོད་བཙན་པོའི་རྒྱལ་རབས་དེ་བོད་བཙན་པོའི་རྒྱལ་ཁབ་དེ་ཆགས་གི་ཡོད་རེད། སྐབས་དེ་དུས་ཀྱི་བོད་བཙན་པོའི་རྒྱལ་རབས་དེ་གས། ཨེ་ཤེ་ཡ་གི་སུམ་ཆ་གཉིས་ལ་དབང་བསྒྱུར་བྱས་ཡོད་རེད་ལབ་ཡ་དེ། ང་ཚོ་གི་འབོར་ཤུགས་ཤེས་ཀྱི་ཡོད་མ་རེད་དེ་ལོ་རྒྱུས་ཆགས་བསྡད་ཀྱི་ཡོད་རེད། དེ་འབྲེལ་གྱི་བཙན་པོའི་རྒྱལ་ཁབ་དེ་ད་ལྟ་ཉམས་རྒུད་མཐའ་གཟིགས་ལས་ཆེན་བྱས་ནས་རྒྱལ་ཁབ་གཞན་དག་གི་བཙན་འཛུལ་བཙན་གནོང་འོག་ལ་ཚུད་ཡོད་པ་ཡིན་ན་ལས། མཆོག་སྟོན་དགོངས་རྒྱུགས་ལོག་ན་ལས་བུང་རམ་སྐེད་པ་ལ་ཡུག་ལ་བ་ནང་བཞིན། ད་ལྟ་ཡང། བུ་ཁ་བ་གོང་ཅན་གྱི་བུ་གྲོགས་ཚོགས་ཀྱི་སེམས་ཁམས་ཀྱི་ནང་ལོགས་ལ། བུ་བཙན་པོའི་རྒྱལ་རབས་ཀྱི་སྤོབས་པ་དང། རེ་བ་དང་ཡིད་ཆེས་དེ་གསོན་པོ་བྱས་ནས་བསྡད་ཡོད་རེད། རྒྱ་གབ་དགྲ་ཡི་ལག་པ་ལ་ཤོར་ཡོད་བ་ཡིན་ན་ལས་བུ་ཕྱི་ནང་གཉིས་ཀྱི། གཞོན་སྐྱེས་དེ་ཡང་ལོ་རྒྱུས་ཧ་གོ་ཉན་མང་པོ་བཅས་ཀྱི་སེམས་ཀྱི་ནང་ལོགས་ལ་ངའི་ཟུངས་ཁྲག་གི་ནང་ལོགས་ལ་བུ་བཙན་པོའི་གི་ཟུངས་ཁྲག་འདྲིས་ཡོད་བསམ་པའི་གི་སྤོབས་པ་ཅིག་དང། དེ་བུ་བཙན་པོའི་བུ་གྲོགས་ཅིག་གི་ཟུངས་ཁྲག་རྒྱུད་ལ་ཡོད་བའི་གི་འགན་འཁྲི་དེ་བུ་བཙན་པོའི་རྒྱལ་རབས་དེ་སླར་གསོ་བྱེད་ཡག་བུ་རྒྱལ་ཁབ་དེ་སླར་གསོ་བྱེད་ཡག་གི་འགན་འཁྲི་ཡིན་པ་དེ་བརྗེད་ཡོད་མ་རེད། མཆོད་རྟེན་མགོ་མཇུག་ལོགས་ན་བུ་རེམ་སྐེ་ལ་ཡུག་ལ་བ་ན་བཞིན། བོད་རྒྱལ་ཁབ་དགྲ་ཡི་ལག་པ་ལ་ཤོར་བ་ཡིན་ན་ལས་བོད་རྒྱལ་ཁབ་སླར་གསོ་བྱེད་ཡག་གི་རེ་བ་ཡིད་ཆེས་བཅས་ཀྱི་ཐོག་ནས། བོད་པ་ས་ཡ་གཉིས་ལྷག་གིས་མདོ་དབུས་ཁམས་གསུམ་གྱི་སྤུན་ཟླ་ས་ཡ་གཉིས་ལྷག་གིས་བོད་རང་བཙན་སླར་གསོ་གི་རེ་བ་དང་ཁ་ཆེམས་ཀྱི་ཆེད་དུ་སྲོག་བློས་བཏང་ཚར་བ་རེད། བོད་རང་བཙན་དེ་བོད་ཀྱི་བཙན་པོ་གོང་མ་ནས་བཟུང་སྟེ་བོད་ཀྱི་བུ་རབས་ཚ་རྒྱུད་ལ་བཞག་པིག་གིས་ཕག་རྒྱུ་མ་ཟོག་དེ་ཆགས་བསྡད་ཀྱི་ཡོད་རེད། མ་འོངས་པའི་བོད་ཀྱི་བུ་རབས་ཚ་རྒྱུད་ལ་མདུན་ལམ་ཅིག་དགོས་ཀྱི་ཡོད་པ་ཡིན་ད་ལན་བོད་རང་བཙན་ལས་ལྷག་པིག་གི་མདུན་ལམ་ཅིག་ཡོད་མ་རེད་དེ་མེད་པ་དེ་ད་ཁ་ཚོང་དེ་རིང་བོད་ནང་གི་གནས་སྟངས་ནི་ར་སྤྲོད་གསལ་པོ་བྱེད་ཀྱི་ཡོད་རེད། སྤྱིར་བཏང་དབུ་མའི་ལམ་སྲིད་ཇུས་ཟིན་པིག་གི་སྐབས་ཀྱི་ཀུན་སློང་དེ་སྡུག་ཅག་རེད་ཞུ་གི་མེད་དེའི་ཀུན་སློང་གི་ནང་ལོགས་ལ་བོད་ཀྱི་རིག་གཞུང་རྩ་མེད་འགྲོ་གི་ཡོད་པ་དེ་མྱུར་སྐྱོབ་བྱེད་ཡག་གི་ཆེད་དུ་ཨོ་མིན་ལམ་གྱི་སྲིད་ཇུས་ཟིན་པ་ཡིན་གསུང་བ་ནང་བཞིན་ཀུན་སློང་དེ་བཟང་པོ་ཅིག་ཡིན་པ་ཡིན་ན་ལས་རྒྱ་ནག་གི་འོག་ལ་བོད་པའི་རིག་གཞུང་དང་ངོ་བོ་སྲུང་སྐྱོབ་བྱེད་ཐུབ་ཡག་མེད་པ་དེ་མི་སྲིད་པ་ཅིག་ཡིན་པ་དེ་ལོ་དྲུག་ཅུ་བདུག་ཅུ་ལ་ར་འཕྲོག་ཚར་བ་རེད་ལྷག་པར་དུ་མཁར་རྫོང་དེ་རིང་དེ་བས་ཀྱི་ར་བསེ་རུ་འཁྲུག་ཡོང་གི་ཡོད་རེད། བོད་ནང་ལོགས་ལ་སྤྱིར་བཏང་རྒྱལ་སྤྱིའི་གི་གནས་ཚུལ་ཙམ་གྱིས་བོད་སྐད་ཀྱི་ནང་ལོགས་ནི་ཐད་གཏོང་བྱས་པ་ཡིན་ན་ལས་ཐད་གཏོང་སྒོ་རྒྱག་འགྲོ་གི་ཡོད་རེད་ཁ་ཚོན་དེ་རིང་ཐད་གཏོང་བྱེད་ས་ཡོད་མ་རེད། ང་ཚོ་གི་བེད་སྤྱོད་གཏོང་བདེ་ཡག་གི་ཡུས་ཀྲོབ་དང་ངོ་དེབ་ལ་སོགས་ཀྱི་བརྙན་ལམ་མང་པོ་ཞུས་ཅིག་བོད་པ་སྤྱི་ཡོངས་ལ་བོད་ནང་ལོགས་བེད་སྤྱོད་གཏོང་ཆོག་གི་ཡོད་མ་རེད། ད་བོད་པ་བྱེ་བྲག་པ་དམིགས་བསལ་དེ་འདྲ་ལ། ད་རྒྱ་ནག་གི་གཞུང་འབྲེལ་གྱི་གསར་འབྱོར་བརྒྱུད་ལམ་ལ་ལས་ཀ་བྱེད་བདེ་གཉིས་ལ་སོགས་པའི་རྒྱ་ནག་གི་དགོས་མཁོ་དང་མཐུན་པའི་གི་དྲིལ་བསྒྲགས་བྱེད་བདེ་གཉིས་རེ་གཅིག་ལ། ད་བེད་སྤྱོད་གཏོང་ཡ་རག་གི་ཡོད་རེད་མ་གཏོགས་སྤྱིར་བཏང་གི་གཞི་རིམ་གྱི་བོད་པའི་སྤྱི་ཚོགས་ལ་ཁ་སང་དེ་རིང་ང་རང་ཚོ་རང་ལུང་པ་ལ་བེད་སྤྱོད་གཏོང་བདེ་ཡ་གི་སྤྱི་ཚོགས་དྲ་ལམ་དེ་ཚོ་བེད་སྤྱོད་གཏོང་ཡ་གི་འཐོབ་ཐོང་དང་གནས་བབ་དེ་ཡོད་མ་རེད། དེ་བས་ཀྱང་རྫ་དྲག་པ་དེ་ག་རེ་རེད་ལབ་ན། བོའུ་ནོར་ལོག་ལ་རྒྱ་སྐད་རྒྱབ་ཀྱིན་ནི་ཐད་གཏོང་ཆུ་ཚོགས་ག་སེ་བྱས་པ་ཡིན་ན་ལས་བྱེད་ཐུབ་ཡག་གི་སྤྱི་ཚོགས་དྲ་ལམ་དེ་ཚོགས་ཀྱི་ཐོག་ལ་བོད་སྐད་རྒྱབ་ཀྱིན་ནི་རྒྱལ་སྤྱིའི་གསར་འགྱུར་གྱི་སྤེལ་བ་ཡིན་ན་ལས་ཐད་གཏོང་སྒོ་རྒྱབ་འགྲོ་ཡག་གི་གནས་སྟོང་དེ་འདྲས་ཀྱི་ཐབས་སྡུག་པོ་གི་ནོར་ལོག་ལ་བསྡིགས་ཡོད་བ་དེ་གི་ག་རེ་ར་སྤྲོད་བྱེད་ཀྱི་ཡོད་རེད་ཟེར་ན། རྒྱ་ནག་གི་བོད་ལ་བོད་པའི་སྐད་ཡིག་སྲུང་སྐྱོབ་བྱེད་ཡག་གི་གནས་བབ་དང། བརྒྱུད་རིམ་དེ་བརྒྱུད་ལམ་དེ་རྩ་བ་ནས་མེད་པ་དེ་ར་གྲོགས་སེར་པོ་ཞི་བ་བྱེད་ཀྱི་ཡོད་རེད་དེ་ང་རང་ཚོ་གི་ཧ་གོ་བ་ཧ་གོ་བ་མ་ཟད་ཁས་ལེན་བྱེད་ཕོད་དགོས་པ་དེ་ཧ་ལས་པའི་གལ་ཆེན་པོ་རེད། དེ་ཁས་ལེན་བྱེད་ཕོད་ཀྱི་ཐོག་ནས་བོད་ལ་འགན་ཁུར་སྟངས་དེ་བོད་རང་བཙན་སླར་གསོ་བྱེད་ཡ་དེ་མ་གཏོགས་ལྷག་ཡོད་མ་རེད་དེ་ལྷག་མེད་པའི་རྒྱུ་མཚན་གྱི་ཐོག་ནས། དེ་ནི། རང་བཙན་དེ་ངེས་པར་དུ་ང་ཚོ་གི་སླར་གསོ་དགོས་བ་ཅིག་དང་དབུ་མའི་ལམ་དེ་གྲུང་འབྲས་ཡུང་ཡང་མེད་བ་ཅིག་ལྟར་འདས་པའི་ལོ་སུམ་ཅུ་བཞི་བཅུ་དང་ལོག་ལ་རང་འཁྲུག་ཚར་བའི་གི་གནད་དོན་ཅིག། གནད་དོན་དེའི་བརྒྱུད་རིམ་གི་ཐོག་ནས། དབུ་མའི་ལམ་དང་རང་བཙན་ལ་ཡག་ལ་འགར་བ་ཡོད་མ་རེད་དེ་གཉིས་གཅིག་པ་རེད་ལ་ཡག་གི་སྐད་ཆ་དེ་ཚོ་སྐྱག་རྫུན་དང་ཁྲམ་བག་གི་ཁྲམ་ཐང་ཡིན་པ་དེ་ང་ཚོ་གི་རང་འཁྲུག་དགོས་བ་གལ་ཆེན་པོ་ཞིག་རེད། བུ་དེ་རྒྱ་མིའི་འོག་ལ་བསྡད་ཀྱི་ཡིན་དང་མིན་ལ་ཡ་དེ་འགར་བ་ཡིན་པ་ནང་བཞིན་ཨོ་མིན་ལམ་དང་རང་བཙན་དེ་དེ་ནང་བཞིན་གྱི་ཁྱད་པར་ཡོད་དེ་བས་ཀྱི་གནད་དོན་རེད་རྒྱུ་མཚན་ག་རེ་བྱེད་ལབ་ན་རང་བཙན་ལབ་དུས་བུ་རྒྱ་མིའི་འོག་ལ་བསྡད་ཀྱི་མིན་ལབ་དགོས་ཡོད་རེད་ཨོ་མིན་ལམ་ལབ་དུས་བུ་མ་འོངས་པ་རྒྱ་མིའི་འོག་ལ་བསྡད་ཀྱི་ཡིན་ལབ་དགོས་རེད་གནད་དོན་དེ་རེད་ད། ད་ལྟ་སྤྱི་འཐུས་ཀྱི་འོས་གཞི་ལ་ལག་ཡི་ཡར་ལོངས་ཉེན་ཁའི་གང་ཟག་དེ་ཚོ་ཁེ།

གཏོང་རན་ཡོད་དེ་བས་གནས་སྟངས་རེད། དབུ་མའི་ལམ་གྱི་ཆེད་དུ་སྲོག་གཏོང་ནས་སྲོག་གཏོང་ཡག་གི་རིན་ཐང་ཡང་ཡོད་མ་རེད་ལས་སྲོག་གཏོང་ས་ཡང་རག་གི་མ་རེད། རྒྱུ་མཚན་ག་རེ་གྱིས་ནི་རག་གི་མ་རེད་ལབ་ན། རྒྱ་ནག་གཞུང་གི་རྔ་བར་མཆི་སོང་ལ་བོད་དེ་རྒྱ་མིའི་ཆ་ཤས་ཡིན་ལབ་ཀྱིས་ནི་ཧམ་པ་བཤད་བསྡད་ཀྱི་ཡོད་རེད། དབུ་མའི་ལམ་གྱི་མཐར་ཐུག་གི། འབབ་ས་དེ་མ་འོངས་པ་བོད་དུ་རྒྱ་མིའི་འོག་ལ་བསྡད་གི་ཡིན་མིན་མ་འོངས་པ་བོད་དུ་རྒྱ་མིའི་ཆ་ཤས་བཟོ་གི་ཡིན་ཟེར་ལབ་གི་ཡོད་རེད་དེ་ལབ་ཀྱི་ནི་རྒྱ་མིའི་གི་སེལ་ཡོང་གི་མ་རེད་སྐད་ཆ་དེ་འདྲའི་བཤད་ཉན་གི་ཧ་གོ་གི་ཡོད་རེད་ཨུ་མི་ལམ་གི་བྱེད་དེ་སྲོག་གཏོང་ས་མེད་བ་སྲོག་གཏོང་དགོས་གི་མེད་བ་ཧ་གོ་གི་ཡོད་རེད་ཡིན་ན་ལ་སྐད་ཆ་དེ་ག་རེ་བྱེད་ནས་བཤད་གི་ཡོད་རེད་ཟེར་ན་སོ་སོ་ལ་འུད་ཤོག་ར་ཡག་བྱེད་དུ་སོ་སོ་ལ་སྤྱི་མཐུས་གི་རྐུབ་བཀྱག་དེ་ར་ཡག་གི་བྱེད་དུ་སྤྱི་ཚོགས་མགོ་སྐོར་བཏང་གི་ཡོད་རེད་ད་དེ་སོག་གི། དེ་མི་མང་གིས་ཧ་གོ་དགོས་པ་དེ་ཧ་ལས་པའི་གལ་ཆེན་པོ་རེད། གང་ཟག་དེ་ཚོ་སྤྱད་ཀྱི་ན་དེ་རིང་སྤྱི་འཐུས་ལ་གླེང་མདོག་ཁ་བོ་རེད། སྤྱི་འཐུས་ལ་གླེང་བ་ཡིན་ན་ཧང་སང་ཡ་གལ་ཡོད་མ་རེད་རྩིས་རྒྱབ་ས་ཡོད་རེད། འོ་ཐོག་ན་མ་འོངས་པ་མིང་པོ་བྱེད་དགོས་པ་ཡིན་ན་མིང་པོ་བྱེད་ཐུབ་ཀྱི་རེད་བྱེད་ཆོག་གི་རེད། གནས་ཚུལ་རེ་རེ་བཞིན་དུ་ར་སྤྲོད་བྱེད་ཀྱི་རེད་དེ་དུས་ལོ་ཉི་ཤུ་སུམ་ཅུའི་གོང་ལ་སྐད་ཆ་ག་རེ་ཤེས་ཡོད་བ། ད་ལྟ་ཁྱོད་རང་གིས་སྐད་ཆ་ག་རེ་ཤེས་ཡོད་བ། དེ་ཚོ་ཚོ་མ་ར་སྤྲོད་བྱེད་ཡ་ཡོད་སྡེ་བའི་གནད་དོན་རེད་མ་གཏོགས་ཁྱོད་རང་གི་དྲན་པ་བརྗེ་བ་ནང་བཞིན་སྤྱི་ཚོགས་ཀྱི་དྲན་པ་བརྗེ་ཡོད་མ་རེད་དེ། ཧ་གོ་དགོས་དེ། ངས་དེ་རིང་འདི་འདྲིག་གི་སྐད་ཆ་འདི། གནད་འགག་ཆེན་པོ་གཅིག་ལ་བརྩིས་ནས་བཤད་དགོས་ཡ་གི་རྒྱུ་མཚན་ག་རེ་བྱས་ལ་ན། ང་ཚོའི་འཐབ་རྩོད་འདི་གི་ཆེད་དུ་བོད་ནང་ལོགས་ནས་མི་ས་ཡ་གཉིས་ལག་གི་སྲོག་གཏོང་ཚར་བ་རེད་དེ། ད་དུང་ཡང་ང་ཚོའི་འཐབ་རྩོད་ལ་གྲུབ་འབྲས་མི་ཡོང་ཡ་དེ། ང་ཚོའི་མགོ་ལ་འགོ་ཁྲིད་འདི་འདྲ་འདྲ་བོ་ཁྲམ་པ་བཤེས་གཉེན། མང་པོ་ཅིག་སླེབས་ཀྱི་ཡོད་པའི་རྒྱུ་མཚན་གྱིས་ང་ཚོའི་རྩ་དོན་ལ་གྲུབ་འབྲས་ཡོང་གི་འོང་བར་ལྟ། རྩ་དོན་དེ་རྩེད་མོ་རྩེ་ཡག་བྱས་ནས་སོ་སོའི་རྐུབ་བཀྱག་ར་ཡག་གི་ཆེད་དུ་རྩ་དོན་དོགས་སློང་གནང་བཞིན་རྗེ་བོ་རྒྱབ་གོས་བར་ཐག་མེད་དུ་བཟོ་གི། གཟུགས་པོ་ཅིག་བཀྲུས་ན་ཁ་སང་གང་བསྡད་རྒྱུ་དེ་དེ་རིང་ལས་སླ་བོ་བྱས་ནས་འདུག་ལོ་རྒྱག་རྗེ་བོ་རྒྱབ་ཐུབ་ཀྱི་རེད་བ། དེ་གནང་བཞིན་རྗེ་བོ་རྒྱབ་ཀྱི་ཡོད་རེད་དངོས་གནས་ཀྱི་ལྟ་བ་ལངས་ཕྱོགས་དང་རྩ་དོན་ཡོད་ཉན་བྱེད་ཡིན་པ་ཡིན་ན། རྩ་དོན་ལ་ཡ་དེ་ལས་སླ་བོ་ཅིག་མ་རེད། དེ་འདྲ་ཡིན་དུས་ངས་ག་དུས་ཡིན་ན་ཤོད་མྱོང། མེས་རྒྱལ་གྱི་མི་ཚེ་གི་རིང་ཐུང་ནི་སྤྱིར་བཏང་ནས་རྩ་སྟོང་འཐབ་རྩོད། སྡིངས་པ་སྲུང་སྐྱོབ། མི་ཚེའི་ལྟ་གྲུབ་དང་རིན་ཐང། རྒྱུན་སྐྱོང་ནས་མི་ཚེ་སྐྱེལ་ཐུབ་ཡག་སྟེ། ད་མེས་རྒྱལ་གྱི་མི་ཚེ་གི་ནོར་ལོག་ནི་དཀའ་ལས་ཁ་ཤོས་དེ་རེད། ལས་སླ་བོ་ཡོད་མ་རེད། དེ་ཉི་མ་རེ་རེ་བཞིན་དུ་མི་ཡི་མཐོང་ཡག་གེ་ཡོད་མ་རེད་དེའི་ཆེད་དུ་གནོང་ཤོག་ག་རེ་ཡོང་གི་ཡོད་བ་དེ་མི་ཡི་གེ་ཚོར་གི་མ་རེད། ཡིན། ནལ་མི་དང་མི་མི་འདྲ་གེ་སར་རྟ་དང་རྟ་མི་འདྲ་སྤྱང་ལྐུག་ལ་བ་ནོར་སྦྱིན། ལྟ་བ་ལོངས་ཕྱོགས་དང་བདུན་པ་སྲུང་སྐྱོབ་ཀྱིས་ནི་མི་ཚེ་སྐྱེལ་ཐུབ་ཉེན་དེ་མི་ཚང་མ་གི་ཐུབ་ཡག་གི་མ་རེད་ཨ་མི་བུ་རེ་ཟུང་གཅིག་གི་མ་གཏོགས་ཐུབ་གི་ཡོད་མ་རེད། གནའ་བོའི་འཛམ་བུ་གླིང་གི་ཤེས་ཡོན་རིག་ཤེས་རེག་གི་པར་ཡོང་ནང་ལོག་ལ་ངས་ད་གི་ལ་བ་ནོར་སྦྱིན Socrates འདྲ་བོ་བྱུང་འདུག་ཨ། ང་ཚོགས་གི་བདུན་པའི་འཐབ་ཚོགས་གི་ནང་ལོག་ལ་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་རྒན་ལྷ་བཟང་ཚེ་རིང་གི་བཟོ་འདྲ་བོ། རྒན་ལྷ་ཚང་ཚེ་རིང་གི་བཟོ་འདྲ་བོ་ཁ་ཚང་དེ་རིང་གཟུགས་པོ་ནད་གཅོང་ཆགས་ཀྱི་ནས་དགེ་སོག་ཁོང་ལ་ལྷ་སྡེ་བ་ཡིན་ན་ལས། མི་དེ་སོག་ལ་རྩ་དུང་འཐབ་རྩོག་གི་ཆ་ནས་ཕྱག་འཚལ་དགོས་དགོས་ཡོད་བ་ཡིན་ན། ང་འདྲ་བོ་ཅིག་ནས་ངས་ཕྱག་འཚལ་ཐུབ་གི་རེད་ད། དེ་ག་ཟེ་ངས་གུས་ཞབས་ཡོད་རེད། དེ་རིན་ཐོང་རེད། ད་ད་ལྟ་སྐད་ཆ་ལོ་ཉི་ཤུ་སུམ་ཅུ་གོང་གི་སོ་སོའི་སྐད་ཆ་དང་གཏམ་ང་རྒྱུས་མི་མཐུན་བའི་བཤད་དེ་ཉིན་དེ་སོ་སོའི་སོ་གཉིས་སྤྱི་འཐུས་ཀྱི་རྐུབ་ལྕག་ལ་སླེབས་བ་ཡིན་ན་ལས་ང་ཚོས་གུས་ཞབས་བྱེད་གི་མ་རེད། མི་གཞི་རིན་ཐང་གི་ཆ་ནས་བྱེད་ཀྱི་མ་རེད། སྤྱི་འཐུས་གཅིག་ཡིན་པ་ལ་ངོས་ལེན་མ་བྱེད་རང་བྱེད་རེད་མི་མང་གིས་བདམས་ཡོང་བ་རེད། མི་མང་གིས་བདམས་ཡོང་དུས། དམངས་གཙོ་ཁས་ལེན་བྱས་པ་ཡིན་ན་མང་མོས་ཀྱིས་ཡར་བདམས་ཡོང་བ་དེ་བདམས་ཡོང་བ་ལ་ངོས་ལེན་བྱེད་དགོས་ཀྱི་རེད་བ། ཡིན་ནའང་འགོ་ཁྲིད་ཀྱི་སྤུས་ཚད་ཀྱི་ཐོག་ནས་གུས་ཞབས་བྱེད་ཀྱི་མ་རེད། དེའི་རྗེས་དུ་ང་འདྲ་བོ་བཅིངས་ན་རྒན་ལྷ་བཟང་ཚེ་རིང་གི་བཟོ་འདྲ་བོ་ལ་ཡང་ནས་ཡང་དུ་གུས་བཀུར་ཡོང་དུ་ཡང་དེ་ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལ་འདི་འདྲ་གི་ཁྲམ་པ་གཏམ་ལོ་ཉི་ཤུ་སུམ་ཅུའི་གོང་ལ་སོ་སོའི་སྐད་ཆ་ཤི་བཞག་བ་དེ་རྐང་རྗེས་ལག་སོབ་བྱས་ནས་གཏམ་ང་གཏམ་ཕྱི་མ་གི་རྔ་མ་མི་ནོར་འདེད་ཉན་གི་མི་འདི་འདྲ་འདྲ་བོ་དོང་ཡོང་བའི་སྐབས་ལ་ལྷག་པར་དུ་རྒན་ལྷ་བཟང་ཚེ་རིང་གི་བཟོ་འདྲ་བོ་ལ་ང་གུས་ཞབས་ཡོང་གི་འདུག། ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལ་སྤྱིར་བཏང་ནས་གཏམ་བདུན་པ་བཤད་ས་དེ་ཁག་པོ་རེད་དེ་བས་ཀྱང། རང་བཙན་དང་འབྲེལ་བའི་གཏམ་བདུན་པ་བཤད་བ་ཡིན་ན་ལྷ་ཕོག་བློ་ཕོག་མང་པོ་ཅིག་འགྲོ་ཆེད་ནས་ལས་སླ་བོ་ཡོད་མ་རེད། ལས་སླ་བོ་ཅིག་མེད་པ་ཡིན་ན་ལས། ལོ་བཅུ་ཕྲག་གི་བརྒྱུད་རིམ་གྱི་ནང་ལོགས་ལ་དཀའ་ལས་ཁག་པོ་ཅིག་ལ་གདོང་ལེན་བྱེད་ཀྱི་ནས་སོ་སོ་ཡོང་བསྡད་པ་དེ་སོ་སོ་ཡིན་ན་སོ་སོ་ལ་སྤོབས་པ་ཡོད། ང་འདྲ་བོ་ཅིག་ངའི་མི་ཚེ་ལ་ཤུར་བཞག་ལ་བ་ཡིན་ན་འདྲ་ངའི་མི་ཚེ་ལ་རིན་ཐང་བཞག་ཡ་དེ་དེ་ག་རང་ཡིན། ང་དེ་ག་རང་གི་སྤོབས་པ་དང་སྤྲོ་བ་ཡོད། མི་འདི་སུའི་གྲས་ཀྱི་བཟོ་འདྲ་བོ། ཁ་སང་རང་བཙན་གྱི་ཆེད་དུ། ཉལ་ཐག་ཟིག་ཕོག་གི་ཡོད་ག་རེ་ཡིན་ནི་མིང་རྒྱས་ཁྱི་རྒོད་ཕོག་གི་ཡོད་ལབ་ཉལ་དེ་ཚོ་དེ་རིང་དབུ་མའི་ལམ་གྱི་ཆེད་དུ་སྲོག་གཏོང་ཐུབ་ཀྱི་ཡོད་ལབ་ནི་སྤྱི་འཐུས་ཀྱི་རྐུབ་བཀྱག་ཅིག་གི་ཆེད་དུ་སྐད་ཆ་འདི་འདྲའི་བཤད་ཡོང་བའི་སྐབས་ལ། དངོས་གནས་ཀྱིས་ད་ང་རང་ཚོའི་གཞོན་སྐྱེས་ཚོ་གས། སོ་སོའི་མི་ཚེའི་རིང་ཐུང་དེ་མ་ནོར་བ་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད། སོ་སོའི་མིག་དཔེ་བལྟ་ས་གི་མི་དེ་མ་ནོར་བ་ཅིག་དགོས་ཡ་དེ་དཔེ་ཧ་ལས་པའི་གལ་ཆེན་པོ་རེད། ཁྱོད་རང་གི་མིག་དཔེ་བལྟ་ས་དང། སོ་སོ་གིས་གུས་བཀུར་བྱེད་ས་གི་མི་དེ་མི་དེ་གི་བྱེད་པ་ཆ་ཚང་བྱེད་ལུགས་ལེགས་གཏོང་ཆ་ཚང་ལ་ཁྱོད་རང་གི་གུས་བཀུར་བྱེད་དགོས་གི་མ་རེད། ཡིན་ན་རྩ་དོན་འཐབ་རྩོད་གི་ཐོག་ནས་བོད་མི་རིགས་ལ་འགན་ཁུར་གཏོང་གི་ཐོག་ནས་བོད་པའི་ལོ་རྒྱུས་ལ་འགན་ཁུར་གཏོང་གི་ཐོག་ནས་མི་དེ་གི་རྐང་རྗེས་ལག་གསོབ་བྱས་འདུག་དང་མི་འདུག་དེ་ངེས་པར་དུ་བལྟ་དགོས་པ་དེ་ཧ་ལས་པའི་གལ་ཆེན་པོ་རེད། ད་ངས་སྐད་ཆ་དེ་རིང་པོ་འདྲ་བོ་ཆགས་འགྲོ་གི་འདུག་དེ་ནི་འདི་ལ་མཚམས་བཞག་ཡིན། གཅིག་བྱས་ན་སྐད་ཆ་དེ་བང་རིམ་ཡོད་བ་སེ་གེ་ཆགས་ཡོད་ཀྱི་མ་རེད། བང་རིམ་ཡོད་མེད་ལ་མ་ལྟོས་པའི་ངས་རྡོག་རྡོག་དེ་ག་རེ་ཞུ་གི་ཡོད་ལབ་ན། ང་ཚོ་གཞོན་སྐྱེས་ཚོ། གཞི་རིམ་མི་མང་ཚོ། ང་ཚོ་གཞོན་སྐྱེས། བོད་པའི་གཞོན་སྐྱེས་ཚོ་གི་བེད་སྒེར་རེ་རེ་གི་མི་ཚེ་དེ་སྤུས་ཚད་ལྡན་པ་རིན་ཐང་ལྡན་པ་ཅིག་དགོས་ཀྱི་ཡོད་ན། གནའ་བོའི་གྷི་རི་སི་ཀི་པར་ཡོང་གི་སློབ་དཔོན། Socrates། འདྲ་བོ། དངོས་གནས་ཀྱི་བདེན་པ་ལ་སྲུང་སྐྱོབ་བྱེད། བདེན་པ་ལ་བརྩི་བཀུར་བྱེད་ཡག་གི་རིན་ཐང་ལྟ་བ་དེ། སོ་སོའི་མི་ཚེ་གི་ཤེས་ཡོན་གྱི་རྨང་གཞི་འདྲ་བོ་ཅིག་ཆགས་ཐུབ་དགོས་དེ་ཧ་ལས་པའི་གལ་ཆེན་པོ་རེད། དེ་འང་ན་གཞི་ང་ཚོ་གཞི་རིམ་མི་མང་གི་ངོས་ནས་ཡིན་པ་ཡིན་ན་ལས་འགོ་ཁྲིད་ཅིག་འདེམས་པའི་སྐབས་ལ། འགོ་ཁྲིད་དེ་བདེན་པ་ལ་བརྩི་བཀུར་བྱེད་མཁན་ཅིག་རེད་འདུག་མི་འདུག་དེའི་སྐད་ཆ་བཤད་རྒྱུ་དེ་བདེན་པ་རེད་འདུག་མི་འདུག་དེ་ལྟ་དགོས་ཏེ། ད་ང་ཚོ་གི་སྤྱི་ཚོགས་འདི་ལེགས་བཅོས་ཡོང་དང་མི་ཡོང། སྤུས་ཚད་བདེན་པ་ཅན་ཡོང་དང་མི་ཡོང། འགོ་ཁྲིད་ཡག་པོ་ཅིག་འདེམས་ཐོབ་དང་མི་ཐོབ། དེ་གནས་སྟངས་དེ་ཚོ་གི་ཐོག་ལ་རག་ལས་དེ་ཡོད་རེད་དེ་བྱེད་དུས་ཙམ་པ་ལ། དེ་ནི། དེ་ཚོ་གི་ཐོག་ལ་ཁྱེད་ང་རང་ཚོ་དེབ་ཀློག་དགོས་གི་ཡོད་ན་འདྲ། དེ་ནི་ད་དེང་ཁ་ཚོ་དེ་རིང་སྤྱི་སྟོང་གཉིས་ལམ་ནས་ཅིག་ལྟ་ཡ་ཉན་ཡ་མང་པོ་བྱོས་རེད་ལྟ་ཡ་ཉན་ཡ་དེ་ཚོ་མ་ནོར་བ་ཅིག་ལ་ལྟ་དགོས་ཡ་མ་ནོར་བ་ཅིག་ལ་ཉན་དགོས་ཡ། དེ་ནི་ང་རང་ཚོ་ཡིན་གཅིག་མིན་གཉིས་ཁོ་བོ་བག་གི་མིག་གིས་ཤེས་བཞག་ཅོག་ཅིག་ཉན་དགོས་ཡ་དང་ལྟ་དགོས་ཡ་གི་གནད་དོན་ཡོད་མ་རེད། སྐད་ཡིག་གཞན་དག་གི་གནས་ཚུལ་ཡོད་ཉེན་དེ་སོགས་ལ་ད་དེང་སང་དངོས་གནས་སོ་སོ་དུས་ཚོད་གཏོང་ས་ཡག་པོ་ཞིབ་ཏུ་རེད་འདུག Podcast ལབ་གི་འདུག་ཨ་ད་ཁ་བརྡ། སྤྱི་ཚོགས་ཀྱི་གཉིད་ལམ་ཅིག་དབྱིན་ཇི་གི་དེ་སོགས་ལ་སོ་སོ་དབྱིན་ཇི་ཡག་པོ་ཡོད་ན། སོ་སོའི་གོ་རྟོགས། གོང་འཕེལ་བྱེད་ཡག་ལ་ད་ལྟ་ཡག་དང་ཉེ་ཡག་ཡག་པོ་དེ་འདྲ་ཡོད་བསྡད་པ་རེད་དེ་བྱེད་དུས་དེ་ཚོ་བེད་སྤྱོད་ཡག་པོ་གཏོང་ཐུབ་དགོས་ཏེ་ང་རང་ཚོ་མི་སྒེར་རེ་རེ་གིས་ད་ཤེས་ཡོན་ཡར་རྒྱས་ཡོང་ཡ། སྤྱི་ཚོགས་ཀྱི་སྤུས་ཚིགས་དང་ནུས་པ་ཡར་རྒྱས་ཡོང་ཡ་ལ་དེ་ཚོ་རྩ་ཆེན་པོ་ཡིན་པའི་གི་དྲན་སྐུལ་དང་དེ་ནི་རྣམ་པ་ཚང་མར་བཀའ་དྲིན་ཆེ་ཞུ་དགོས།